ལྷན་གྱི་ཆ་ཚང་བཀྲ་ཤིས་བདེ་ལེགས། དེ་རིང་ང་དང་མཉམ་དུ་སྐལ་བཟང་ལགས་འདུག་མཉམ་དུ་ཡོད། སྐལ་བཟང་ལགས་ཐོག་མར་དེ་ལ་ད་ང་ལ་འདུག་དུས་ཚོད་སྤྲད་པར་ངེད་གཉིས་ཐག་པ་ནས་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས་ཡིན། ད་རྩ་བའི་ངོ་ཚ་ཆ་ཚང་དུས་ཚོད་ཨ་རིར་ད་ཀྲང་མེད་ས་མ་ནི་རོ། མི་ཆ་ཚང་དུས་ཚོད་མེད་ང་འདུག་དམིགས་བསལ་དུས་ཚོད་གནང་བར་ཐུགས་རྗེ་ཆེ། ཨ་ནི་ད་ངེད་ཀྱི་དམིགས་ཡུལ་འདི་དག་སྙིང་ཐུང་བཟོས་པའི་སྐབས་ལ་ངེད་ཀྱིས་ད་ཅིག་མི་མང་ཅིག་ཕན་ཐོགས་ན་བསམ་ནས་ངེད་ད་དུས་ནས་དེ་འདྲའི་ཅིག་ཅིག་ཆེད་ལས་ཁག་དེ་འདྲའི་ཁག Professional ཁོ་ན་བཟོས་དགོས་ཅིག་སྙམ་ནས་འདི་གླེང་ཨ་ནི་འདིའི་ཁག་མི་མང་ལ་ཕར་འདུག་སྤྲད་ཐུབ་པ་ཡིན་ན་དངོས་གནས་ཐུགས་ཕན་གྱི་སྲོལ་ཡོད་རེད་བསམ་གྱི་འདུག་རོ། འདི་ཡི་གིས་མི་ཡུལ་བཞག་ནས་ནི་འདུག་སྙིང་ཐུང་དུ་ཟེར་གྱི་ཡོད། ད་ངེད་ཀྱིས་ད་སྙིང་ཐུང་གནས་པའི་སྐབས་ལ་ནི་རང་རང་སོ་སོ་ནས་ངོ་སྤྲོད་མདོར་ཙམ་ཅིག་སྐལ་བཟང་ལགས་ད་ངོ་སྤྲོད་མ་ཞུ་ངས་འདི་འདྲ་ཅིག་ཞུ་ན་བསམས་སོང་མི་མང་ལ། ད་སྐལ་བཟང་ལགས་ཆ་ཤ་བས་ན་ད་ང་ཚོ་མི་ནི་སུ་ར་གི་ད་ཆ་ས་རྣམ་པ་ཚ་ཆ་བཟང་གི་ད་མཁྱེན་གྱི་མ་མཁྱེན་པ་འདི་འདྲ་ད་ཡོད་པར་རྩ་བ་ནས་བསམ་གྱི་མི་འདུག་ཡིན་ནས་ད་ང་ཚོ་འདི་འདྲ་ཅིག་ཡང་ཞུ་ན་ཅིག་གལ་ཆེན་པོ་འདུག་བསམས་སོང་ངེད་ཀྱིས།

བརྒྱ་ཆ་རུ་རེལ་སྤྲད་ལ་སྤྲད་འོར། འདི་སོ་སོ་གི་བླ་འདི་ལྟ་ཁ་རུ། ལས་ཀ་བྱེད་བས་ཀྱི་བླ་བྱ་ལ་ལྟ་འདི་གྱུར་བ། ངོ་བོ་འདི་གི་བླ་བྱ་འདི་ལྟ་ཁྱོད་ནི་རང་ལས་མི་འདུག་ད་བླ་བྱ་འདི། དྲང་པོ་ཅིག་ཞུས་ཤ་བ་ན་ཅིག་སྟབས་བདེ་བོ་ལྟ་མི་འདུག་ཡིན་ན་ཡང་ཞུས་ནས་གལ་ཆེན་པོ་འདུག་ར་ལབ་པ་ཡིན་ན་གཅིག་དེ་དགུ་སྟོང་དྲུག་ཅིག་ད་དེ་འདྲས་རེད་ཤོར་བ་འོང་འདི་ནི་གེ་སར་གྱི། སྟོང་ར།
ཨོ་སྟོང་ར་བཅུ་དགུ་འོང་ད་སྟོང་ར་བཅུ་དགུ་སྟོང་ར་བཅུ་དགུ་ད་འདི་ད་བཟོས་རེད་ལ་ནས་ག་རེ་ད། དུ་ཕྱི་གང་ལ་ཕར་རང་ཆ་ཕུད་བཞག་ཨ་འདས་ལ་གཉིས་ཀྱང་ས་གནས་འཐུས་མི་དང་མི་མང་ཆ་ཚང་གི་ཚབ་ཞུས་ཏེ་ཡང་སླར་ཡང་སྙིང་ཐག་པ་འདོན་རྩིས་བྱས། ཨ་ནི་ད་སོ་སོའི་སྐད་གསང་ལ་སོ་སོའི་གི་ངོ་སྤྲོད་མདོར་ཙམ་ཅིག་ཞུས་ན།
ཐོག་མ་དེ་ལ་ཡ་ཨོ་འདུས་ལགས་ཀྱིས་ང་ལ་འབྲེལ་བ་གནང་བྱས་ཨ་ནི་བརྙན་ཐུང་ཐུང་ཐུང་ཅིག་གིས་བཟོས་ཀྱི་ཡིན་ཟེར་ནས་ད་ཨེ་འདྲེ་ཨེ་འདྲེ་བྱས་ནས་དུས་ཚོད་མང་པོ་ཞིག་འགྲོ་ཟེར་རོ་ད་ད་རེས་ང་ཚོ་ཐར་པ་འདུག་ཟེར་དུས་ཚོད་ཞེ་རགས་རེད་ཨ་ནི་ཨོ་འདུས་ལགས་ཀྱིས་བརྙན་ཐུང་ཟིན་ངས་ཚང་མ་ཀློག་ལ་ཡ་འཚམས་འདྲི་བཀྲ་ཤིས་ལེགས་ཞུ་ཡ་ཡིན་ད་ང་རང་གིས་ལོ་རྒྱུས་འདི་ལྟ་གང་མདོར་བསྡུས་ཚར་ཚ་ཞུ་ཡས་ཡིན་ད་ངེད་ཀྱི་དེ་སྐད་ཅིག་བཤད་པ་འདི་གཅིག་གིས་རྣམ་པ་ཚོ་ཡང་ས་གང་ཉོས་ཆོག་གི་སྐོར་ལ་ཡ་ཐུགས་ཕན་གསོས་པའི་རེ་བ་ཡོད་དམིགས་ཡུལ་འདི་ལ་གཅིག་མང་གཅིག་བཞག་གི་ཡོད་ཞུ་ཡས་ཡིན་ཨ་ན་ང་རང་གི་མིང་ལ་ཡ་སྐད་བཟང་སྐྱོ་ཡིན་ང་རང་སྐྱེས་ས་དང་འཚར་ས་ས་གནས་རྒྱ་གར་གྱི་བེལ་གོ་བི་མེན་སོ་ཤི་ཇཱལ་ཡིན

འཆར་འགོད་ཀྱི་ཡ Project ཆེ་ཤོས་གཅིག Watershed Project ལ་འཕེལ་རྒྱས་རྒྱ་གར་ནང་ད་བོད་བེད་ཀྱི་གཞིས་ཆགས་ནང Project ཆེ་ཤོས་གཅིག་ཡིན་གྱི་རག་དེའི་གི་སྐབས་ལ་ཡ་ང་རང་གི་ཞབས་ཞུ་ཞུ་ཡ་ཁུར་སྐབས་རག་སོང་ཨ་འདི་ག་ནས་ཤི Project Management གི Training དང་གཅིག་མང་པོ་གཅིག་ང་རང་ལ་ཁུར་སྐབས་འདུག་ཤིང་ཅང་ཡ་ཁུར་སྐབས་རག་སོང་རག་ད་ད App Tibet དང་མཉམ་འདོགས་གི་ཨ་ནི་དེའི་མཉམ་དུ་ལ་ཡ་ང་བུད་མེད་ལྷན་ཚོགས་ལ་ཡ་དྲུང་ཆེ་ལེགས་པ་དང་དངུལ་གཉེར་གི་ལས་ཀ་ད་ཆ་ཞབས་རྗེས་ལོ་གསུམ་ཞིག་འདུག་ཞུས་བ་ཡིན། ཨ་ནི་དེ་ནས་ཕྱི་ལོ་ཉིས་སྟོང་ལྔ་ལོ་ཡར་མི་ལོ་སོ་རབ་འདུག་བཞིན་བོས་པ་རེད། ཨ་ནི་མི་ལོ་སོ་ར་ལས་སུ་སུའི་ད་སྤུ་གུ། ང་ལ་སྤུ་གུ་བུ་གཉིས་ཡོད་ར། ཨ་ནི་སྤུ་གུ་དེལ་མི་ལོ་སོ་ར་ལ་སྐྱེས་འཚར་ལོངས་བྱས། ཨ་ནི་མི་ལོ་སོ་རའི་སྤྱི་ཚོགས་རང་གི་ནང་ནས་འདུག་བཞིན་ལོངས་སྐྱོར་རེད། ཨ་ནི་ལས་ཀ་བྱེད་ཀྱིན་བྱེད་ཀྱིན་ཏེ་ནི་དེ་ནས་ང་རང་ཨེམ་བྷི་ཨེ་འདུག་བཞིན་སྦྱངས་བ་ར། ཉིས་སྟོང་བཅོ་ལྔའི་ལོ་ལ་ཡར་ང་རང་ཨེམ་བྷི་ཨེ་འདུག་སུ་ཐོན་པ་རེད། ཨ་ནི་ཨེམ་བྷི་ཨེ་འདུག་སུ་ཐོན་པ་དེ་ཡར་གཅིག་སུ་སུ། ད་མི་ཟིན་ནའང་ཅིག་ཚོང་ཅིག་རྒྱབ་ཀི་འདུག་བསམ་ཡག་གི་ར། ཅིག་ཡང་ཚོང་རྒྱབ་པ་ཡིན་ནས་དཔལ་འབྱོར་སྤྱི་ཁོག་མིན་པ་བྱས་ར། ཅིག་གི་སྤྱི་ཚོགས་ལ་ག་འདྲས་བྱས་པ་ཡིན་ནས་ད་བོད་པ་བྱུང་ནས་བོད་པ་ཡིན་ནས་རེད་ད་ཨིན་ཇི་ཡིན་པ་ནས་སྤྱི་ཚོགས་ལ་ཕན་ནི་ར་སུ་སུའི་གི་ལས་ཀ་བྱེད་རྒྱོག་འདི་ལས་དངུལ་མང་ང་མ་ས་ནས་ཉུང་ང་ས་ནས་ག་ཡི་མི་འདུག་ཡིན་ནས་དངུལ་ནས་མིའི་མི་ཚེའི་ནང་ལ་ཕན་ཐོགས་ཡག་གི་ཅིག་ཨེ་རེད་འདྲ་བོ་བསམ་བློ་བཏང་བྱིན་བསྡད་དེ་ད་རིང་པོ་མ་ཆགས་འདྲ། ཨ་ནི་ང་ཚོ་དང་པོ་སྡེ་བ་ལ་ད་ཅིག་ཡོད་ར Day Care ཨེ་འདྲ Adult Day Care ཚོ་ཡ་ལ་ད Adult Day Care ལ་ཨེ་ཚོ་ད་ཡ་ལྟས་ཅིག་དཀའ་ལས་ཁག་པོ་ར་ཞིག་འདུག་ཨ་ནི་ཧ་སི་ནི་ང་རང་ད་ང་རང་བཟའ་ཚང་སྐད་ཆ་ཡག་མ་བཤད་ཅིག་འདུག་ཅིག་ད Real དྲ་ཆེན་པོ་ཡིན་ན་ག་འདྲས་འདུག་ཨེ་ཀྱེ་མ་ང་རང་ཚོའི་ཁང་པ་དང་པོ་ཉོས་དུས་ལྟས་ཟིན་ནོར་འཁྲུལ་ཤོར་ནས་དཀའ་ལས་ག་ཚད་བསྡུ་བས་མི་འདས་གོང་ག་ཚོད་ཤོར་ཟེར་བས། ཨ་རེ་རེད་སྤྲོད་ཅིག་དེ་དུས་ཏག་ཏག་ཅིག་བསླབ་བྱ་རྒྱག་ངེས་བྱུང་ཡོད་ན་ང་ཚོར་ཁེ་ཕན་ག་ཚོད་བཟོས་འདོག་ལའི་སྦྱོར་བ། ང་ཚོ་ཁང་པ་དང་པོ་དེ་བཙོང། ཨ་ནི་ཡང་ཁང་པ་ས་གཉིས་པ་ཉོས་ཕྱི་དུས་གཅིག་ལས་སླ་བོ་ཅིག་མི་འདུག་ཨ་ཡ། ཨ་རེ་འདིའི་སྐབས་ལ་སྔེ་མ་དེ་བ་ཡིན་ན་ནི། དགོང་མོ་བཅུ་བཅོ་ལྔ་ཧ་ལ་ཅི་ཟ་གི་ཡོད་ར་དང་པོ་ལས་དུས་མང་ཆེ་ཨ་ནི་འདི་འདྲའི་ལ་ཅིག་དཀའ་ངལ་མང་པོ་ཞིག་འཕྲད་ནས་ཁོ་རང་ང་རང་བཟའ་ཟླ་གི་ལ་ནས་ཨེ་འདྲས་བྱས་ན་ག་འདྲས་འདོག་ཟེར་དང་པོ་དེ་བ་རེ་ཨལ་ཏྲའི་ལ་དེ་ད་ཨ་ཙིའི་པི་ཤ་ཟོས་ངན་མ་ཞིག་ཅིག་གིས་ཐོང་ཧོར་རམ་འདོད་ཨ་ཙི་ཟོས་ཀྱི་ད་ཡིན་ནས་བསམ་བློ་ཡག་པོ་ཞིག་བཏང་ཅིག་ཅིག་གིས་སུ་སུ་འདི་ལ་ཅིག་ཐབས་ཤེས་བྱེད་པ་ཡིན་ན་ཅིག་གིས་མར་བཟའ་ཞིའུ་བཙུགས་བས་ཀྱི་ཚོང་ཅིག་མར་འདོག་ཨ

དེའི་ཕྱིར། སྐབས་འདིར་ང་རང་ཚོས་གི་ཐ་ད Integrity Realty ལ་ང་ལས་ཀ་ཅིག་ཡོད་རེད Progress དེའི་ནང་ལོ་ལ་ཡིན་མ་ཡིན་ན་རེལ་གྲའི་ཉི་ཤུ་ནས་སུམ་ཅུའི་བར་དུ་ཡོད་རེད་ད་ག་དུས་ཡིན་ན་ཡར་མར་འགྱུར་བ་ཐེབས་ཀྱི་ཡོད་ལོ་ལ་ལ་དེ་བས་གི་དེའི་ནང་ལ་ཡིན་པ་ཡིན་ན་ད་ཅིག་སུ་སུ་ཡིན་པ་ཡིན་ན་ད་གཙོ་གཙོ་བོ་ང་རང་ཚོ་ད་བོད་མི་ཚང་མ་རེད་བ་ད་རྒྱ་གར་ནས་ཡོང་ངེས་ཡིན་ངེས་རེད་བོད་ནས་ཡོང་ངེས་རེད་རྒྱ་རོམ་ཕྱི་ཐུགས་རྗེ་བཀའ་དྲིན་རེད་ད་ང་རྒྱ་རོམ་ཕྱི་ཐུགས་རྗེ་བཀའ་དྲིན་བོད་མི་སྒྲིག་འཛུགས་ཐུགས་རྗེ་བཀའ་དྲིན་གི་ང་ཚོས་སློབ་སྦྱོང་སྦྱང་ཡང་གི་གུས་སྐབས་ཨིན་དྲའི་ཡག་པོ་རག་རྒྱ་གར་ལ་རག་སློབ་སྦྱོང་སྦྱང་ཞབས་ཕྱི་ཞུ་ཨ་ནི་དེའི་སླད་ནས་སུ་སུ་ཡག་མུ་འཐུད་ནས་སློབ་སྦྱོང་སྦྱང་ཡོད་རག་གི་འོ་འདུག་ཕྱི་ནི་ད་ང་རང་ཕ་མ་ཡིན་པ་ཡིན་ནས་ཧང་སང་ཡང་དཀའ་ལས་རྒྱག་ཡོད་རག་ང་རང་དང་ང་རང་སྤུན་རྒྱག་དེ་གའི་སློབ་སྦྱོང་འབྲེལ་ཡག་ཆེད་དུ་ལས་ཀ་གཉིས་དང་གསུམ་དང་བྱས་བྱས་ནས་ཨ་ནི་དེ་གའི་དེ་ཆ་ཚང་གཅིག་མཐུན་རྒྱས་དེ་སུ་སུའི་གའི་འཕྲོ་བརླག་མ་བཏང་ནས་དཀའ་ལས་རྒྱབ་བྱས་བྱས་ནས་ཨ་ནི།

མི་ཆ་ཚང་གིས་ད་ལྟའི་འདིར་བ། རང་བཞིན་གྱིས་དང་པོ་བ་འདུག་མཐོང་ཡོང་གི་འདུག་བ། ང་ཚོ་གི་མི་དེ་ཨོ། ད་ནི་མི་ལི་ནི་རུ་ཆར་ལྟ། ཁོ་མི་ལི་ནི་ཆ་བ་དག་གོ་ད་མི་ལི་ནི་རེད་ལ་མི་རེད་ཉར་རྒྱལ་བྱེད་མི། ད་འདིའི་རྒྱབ་ལོགས་ལ་ཁོ་གི་དཀའ་ལས་ག་ཚོད་རྒྱབ་ཡོད་མེད་ད། རེད་བ། འདི་ང་ཚོ་ལམ་སང་མཐོང་ཐུབ་མི་འདུག་བ། དུས་ཡུན་འདི་མ་ཤི་རྒྱབ་ལོགས་མཐོང་ཐུབ་མི་འདུག་བ། ད་སྐད་གསང་ལ་ཆ་བཞག་ཡོད་ན་མི་སུ་འདྲ་ཅིག་ཡོད་ནས་འདི། སོ་སོ་གི་ད་ལྟ་གནས་སྟངས་འདི་ལ་སླེབས། སླེབས་ཚར་རེད་འདིའི་རྒྱབ་ལོགས་ལ། དཀའ་ངལ་རབ་དང་རིམ་པ་འདི་འདྲ་བྱུང་བའི་རོ། དེ་འདི་འདྲའི་སྐྱེ་སངས་ཅིག་ཡང། ཅིག་ཡང་མི་མངའ་འདི་འདྲ་ཅིག། ལ་རེ་ལ་རེ།
ཞེས་བྱས་འདོད་ན། ལ་རེ། ད་ཅི་སྟངས་ཨེ་འདྲའི་རོ། མི་སུ་སུའི་གི། ད་ཕྱག་ལས་ག་རེ་འདྲ་ཞིག་གནང་གི་ཡོད་པའི་ནས་ར། དུས་ལ། གྲུབ་འབྲས་ཡག་པོ་ཅིག་ཐོན་དུས་ཙམ་ལ་འདིའི་རྒྱབ་ལ་ཡང་དཀའ་ངལ་འཕྲད་སྐྱོ་དང་ད། ང་ཚོ་དབྱིན་ཇི་ནང་ལ་ཡིན་ན་ཕྱག་ལེན་བྱེད་ལ་གི་རོ། དེ་ཏན་ཏན་བརྒྱ་ཆ་བརྒྱ་ཐམ་པ་ཡོད་རེ་ར། ཨ་ནི་འདི་སྒང་ལ་ཡང་སུ་སུ་ཅིག་གི། ལས་ཀ་ག་རེ་བྱས་པ་ཡིན་ནས་ད་ལོ་གཞོན་སྐྱེས་འདྲ་པོ་ཅིག་ན Career ག་རེ་འདྲ་བོ་ཅིག་བདམས་པ་ཡིན་ནས་ཅིག་སུ་སུའི་གི་ག་རེ་དགའ་གི་ཡོད་མེད་འདི་སྒང་ལ་ཡ་སུ་སུའི་གི་དགའ་སྐྱོ་འདི་ལ་དཔག་པའི་གི་འདིའི་བ་ལ་ད་སྤེན་ཆ་བྱས་ན་ཨམ་ཅི་བྱས་པ་ཡིན་ན་བྱེད་སྒོ་རྣམ་བཞག་ག་རེ་ཡིན་མེད་སུ་སུའི་གི་སུ་སུ་ལ་འདི་ལ་ཡལ། ལས་ཀ་འདི་ལ་དཔག་པའི་གེགས་སོ་སོའི་འཇོན་ཐང་ག་རེ་ཡོད་མེད་སྦྱོར་བ། ད་ང་རང་སྤེན་ཆ་བཤགས་ན Realtor གི་ལས་ཀ་འདི་ཡིན་པས་ན་མི་ལ་འབྲེལ་བ་བྱེད་སྟངས་ར། མི་ལ་སྐད་ཆ་བཤད་ཡ་འདི་ད་གལ་ཆེ་ཤོས་ཅིག་རེད། ད་ང་རང་སྤེན་ཆ་བཤགས་ན། ཆུང་དུས་ནས་ད། སྤྱི་ཚོགས་ལོང་ས་འདི་ད་བོད་པའི་སྤྱི་ཚོགས་བྱས་འདིའི་ནང་ལ། སླབ་གྲ་འགྲོ་དུས་ནས་ཕྱིན་ནས་ཅིག་སྤྱི་པའི་ལས་ཀ་ཅིག་བྱས་བྱས་པ་རེད་ང་ཆུང་དུས་ནས་ར། དེ་རེད་ཨ་ནེ་བུད་མེད་ལྷན་ཚོགས་ཞབས་ཕྱི་ཞུས་པ་རེད་དགེ་ན་ཤིང་དེ་ཚུགས་སླད་ནས་ང་རང་ལོ་བཅུ་བདུན་ཞིག Ameriprise Financial ལ་འདུག་ཟིང་ལག་བྱས་པ་ར Ameriprise Financial འདི་གའི་ལས་ཀ་དེ་གཙོ་བོ་དེ་ད་ལྟ Platinum Team གི་ནང་ལ་ང་འདུག་ཟིང་ལག་བྱེད་ཀྱི་ཡོད་རེད་དེ་བྱེད་དུས་འདི་གའི་ལས་ཀ་བྱེད་ས་དང་སྐད་ཆ་བཤད་ས་དེ་ཚང་མ་གཅིག་གི་ད་ཡང་མི་ཐོ་རེ་ཐོ་རྫས་དང་དེ་འདྲས་རེད་ཨ་འདི་ལ་དཔག་པའི་གི་ཁོང་ཚོས་གི Training གི་སྤྲད་གི་རེད་དེ་ལ་དཔག་པའི་སུ་སུ་གི་རང་བཞིན་གི་ཡ་གི་འདུག་ཟུག་ར་ད་གང་ལྟར་ཁྱེད་ལས་པ་ལས་ཀ་ག་རེ་བྱས་པ་ཡིན་ནས་སུ་སུ་དཀའ་ངལ་ཏིས་འཕྲད་ནའང། བཞག་བཞག་དེ་ཡོད་མ་རྟ། གདོང་ལེན་བྱེད་དགོས་ར་སུ་སུ་གི། ཀ། འདི་ཡིན་དུས་ཙམ་ལ་གཅིག་གིས་སྙིང་རུས་བྱེད་བྱོས་ར་མུ་མཐུད་ནས་སུ་སུ་གི་ལས་ཀ་འདི་ལ་ར། བྱེད་དགོས་ཨ་དེ་དཔེ་གལ་ཆེན་པོ་རེད་ཀ་རེ་ག་རེ་ཡིན་པ་ཡིན་ནས་ར། ཡང་འདི་ག་ན་ཤི་ད་གིན་ངས་ཞུས་པ་ན་ཤི་རེད། སུ་སུ་གི་ག་ཡ་དེ་ག་རེ་ཏོ་དེ་ཧ་གོ་ཡ་དཔེ་གལ་ཆེན་པོ་ར། ད་སུ་ངའི་སྤུ་གུ་གཅིག་ད་ཨམ་ཅིག་ལ་གའུ་ཅི་ཡ་མེད་ན་ངའི་སྤུ་གུ་དེ་ལ་ཨུ་ཚུགས་རྒྱག་དེ་ན་འགྲུག་མ་ར་དེ་ན་ཤི་རེད་ར། ད་ང་རང་ཡིན་ནའི་སྤུ་གུ་བུ་གཉིས་ད་ལྟ་གཅིག་ནི་རྩེད་མོ་ལ་ཞེའུ་དགའ་བོ་རེད། ད་རྩེད་མོ་དེ་ནི་ང་ནི་མཐོང་བ་དང་སེམས་པ་ཞེ་གི་འདུག་ར་ད་ཡིན་ནའི་ང་རང་ཕ་མ་ཡིན་པའི་ཆ་ནས་སྤུ་གུའི་དགའ་ཡ་དེ་ཧ་གོ་ནས་འདི་ལ་ཡ་ཨ་ནི་རྒྱབ་སྐྱོར་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ད། ད་ཡང་དགའ་ཡ་དེ་ཧ་གོ་ནས་དགའ་ཡ་དེ་ཡང་དཔེ་འཇོག་བཟོ་ཡ་གཅིག་གུག་རོགས་ཨ་མི་ཚེ་སྐྱེ་བ་བ་ཡ་གཅིག་འོ་དེ་ཡས་ཀྲུང་གོ་ཡ་ད་གཅིག་མང་པོ་གཅིག་ཆག་གི་འདུག་ཨ་དེ་འདྲས་རེད་ཤག་ད་ཡིན་ནའི་ངེད་ཀྱི་ད struggle དེ་འདྲས་རེད་ཤག་ར། Struggle དེ། ད་ངེད་ཀྱི Realtor གྱི Struggle དེ་ག་རེ་རེད་འདུག་ལབ་ན་རོགས་ཨ། Realtor གྱི་ལས་ཀ་བྱེད་དུས་ཚོང་རྒྱག་དགོས་བསམ་ནས་དུས་ནམ་ཡང་བྱས་ཡོད་མ་རེད་རོགས་ཨ། ད་ང་རང་ལ་ཕན་ཡག་ཅིག་ག་རེ་ཕན་སོང་ལབ་ན། ང་རང་ནང་པ་ཡིན་པའི་གི་ལྟ་བ་ཅིག་ཡོད་རོགས་ཨ་བསམ་བློ་ཕིགས་སྟངས་ཅིག། མི་ལ་ཕན་ཐོག་གི་ཡོད་བསམ་ཡག་གི་རོགས་ཨ་ལས་ཀ་བྱེད་དུས་ཙམ་ལ། ང་ལོ་དང་པོ་དེ་བ་ད་ངེད་ཀྱི་མཉམ་དུ་ལ Realtor དང་སྒོ་ཕྱེ་མཁན་ད་ཁོང་ཚོ་མཁས་པ་མང་པོ་ཡོད་རེད། ཁོ་ཚོའི་གིས་ཚོང་རྒྱག་སྟངས་དང་འགྲེལ་བཤད་རྒྱག་སྟངས་དང་སྐད་ཆ་བཤད་སྟངས་དང་ང་རང་གིས་བྱེད་སྟངས་དེ་རྦད་ཡང་འཚམས་རེ་ཡང་རྦད་ཁ་ཁ་ཆགས་འགྲོ་གི་འདུག་ར། ཁོ་ཚོས་ལ་ཁྱོད་རང་ལང་ཀ་འདི་ལ་འགྲོ་གི་དེ་ནས་ཚོང་གྱོན་དེ་རྒྱག་ཐུག་མ་རེད་ལབ་འདུག་ར་ད་ང་ཚོ་ཡིན་ན་ནང་པའི་སྟབས་ཀྲུག་གིས་དེ་ཨོ་འདི་བྱས་ན་མི་འདི་ལ་ཕན་ཐོག་གི་ཡོད་ད་གུག་དང། བས་ཕ་ཆོག་དེ་ཡང་ཁེབས་སང་རང་གིས་བསམ་བཏང་བ་ར། ཁེབས་སང་རང་གིས་བསམ་བློ་མ་བཏང་བ་བྱས་དངོས་གནས་མི་འདི་ལ་ད་ཉོ་ངེས་ཡིན་ན་ཉོ་ངེས་དེ་ལ་ར་དངོས་གནས་ལམ་སྟོན་ཡག་པོ་སེམས་པའི་གདེང་ནས་སྤྲད་ཆོག་ར། ཅིག་ཁང་པ་ཉུལ་དུས་ཨོ་དེ་ཡག་པོ་འདུག་ཡོན་ལམ་སང་ཨུ་ཚུགས་རྒྱག་ཡ་དེ་ནི་མེད་མ་བྱེད་རོགས་སུ་སུ་རང་གི་ནང་མི་ལ་འདི་བྱེད་ས་རེད་བསམ་ཡ་ཤོར་བ་ད་ལས་ཀ་འདི་ལ་ཡ་ད་འུ་འདི་བྱེད་པ་ཡིན་ན་ཏན་ཏན་དུས་ཚོད་མང་ང་དགོས་གི་རེད་རོགས་ཡིན་ནའི་དེ་ལས་ཀ་དེ་དྲང་པོ་ཡག་པོ་ཅིག་བྱས་སོང་ན། ཁང་པ་ཉུལ་ཙོང་རྒྱག་ངེས་དེ་སུ་སུའི་འགྲམ་ལ་ད་དགའ་བོ་ང་ནི་ལས་བྱེད་བ་ཅིག་གི་གཞིས་མཆི་མི་ཅིག་ཕར་འགྲོ་ནས་ཁྱབ་བསྒྲགས་ཡིན་དེ་ལ་ང་རང་འདྲ་བོ་ཡིན་ན་ཁྱབ་བསྒྲགས་ལ་ད་འགྲོ་སོང་ཅེས་བཏགས་མེད། རག་མི་ཚུ་ཡོང་དེ་ངེད་ཚོ་སུ་སུ། ང་ལ་གཅིག་ཁོ་རང་ཚོ་ཡིས་མཐོང་ནས་སུ་སུ་ཡོང་དགོས་རག་འོ་དེ་རེད་རག་ད་འདི་གིས། ཨ་འདི་ག་ལ་ཞིབ་ཙག་པོ་བྱས་རེད་རག་ལས་ཀ་ཁང་པ་བཙོང་ཡ་ཡིན་པ་ཡིན་ནའི་རེད་ཉོ་ངེས་ཡིན་པ་ཡིན་ནའི་རེད་རག་ཕྱི་ལྟར་ང་ཁང་པ་ཉོ་བཙོང་བྱེད་ངེས་སྐོར་ལ་ཡང་དེ་ནས་མ་ཏེས་ཞིག་ད་ལྟ་འབྲེལ་བཤད་རྒྱག་ཡོད་རག་འདི་ལ་ལས་ཀ་ག་རེ་བྱེད་པ་ཡིན་ནའི་ཞིབ་ཙག་ཐོག་ནས་བྱས་འདི་དཔེ་གལ་ཆེན་པོ་རེད་ཞེས་རག་སུ་སུ། ད་ཞིབ་ཚག་བྱས་ན་དཀའ་ངལ་ཏན་ཏན་ཡོད་རེད་དུས་ཚོད་མང་ང་དགོས་ཀྱི་རེད་བརྟེན་ལས་ཀ་ཁས་ལེན་པ་ག་རེ་འདྲ་བྱེད་ཡིན་པ་ཡིན་ནའི་ཕ་ཆོས་ད། ལས་ཀ་བྱེད་ས་འདི་ལ་ཁོ་ཕན་ཐོགས་ཡ་ཅིག་རག་ད employee ཡིན་ནའི་དེ་ད་ང་ཡིན་ན་ཁང་པ་ཉུང་ཉུང་བཙོང་མཁན་ཚོའི་ལ་ཏན་ཏན་ཕན་ཐོགས་ཡ་གི་གནས་སྟངས་ཅིག་དེ་འདྲའི་ཞེ་རེ་ཞྭ་ཟིལ་ནས་ཞོད་ཡིན། འདི་པར་ང་རང་གི་དྲི་བ་འདི་ནང་དགོས་ཡ་དྲི་བ་ཞིག་བཏང་ནས་ད་ང་ཚོ་ཉིས་སྟོང་བཅུ་དགུ་ནས་ང་ཚོ་ཀོ་བིད་ཅིག་ལས་རོ་བ་སྐབས་དེ་དུས་ད་མི་མང་ལ་བདག་གཟིགས་ཞུ་བཏང་རོ་བ།

ད་ཀོ་བིད་ཀྱི་སྐབས་ལ་འདི་རེད་ར་ཚོང་གཞན་པ་དང་མ་འདྲ་བའི་གི་གསང་སྔགས་འདི་བེད་ཁོ་རང་ཡ་བབ་རེད་ད། བེད་ཁ་ཁ་རེད་ཡ། ད་ཁང་པ་སྟོན་དགའ་སྤྲོ་བྱེད་དུས་ལྟས་ཤིག་དཀའ་ངལ་གཏན་ནས་བྱུང་ཡར་ད་ལོ་གཅིག་ལྷག་ཅིག་ད་ཕྱེད་ངས་རིང་ལ་ར་ཀོ་བིད་སྡུག་བའི་སྒང་དེ་ལ་ང་ཚོ་ཁ་རས་གོན་ནས་འགྲོ་ཡ་ཀེ་མི་ཁལ་གྱིས་ནས་འགྲོ་ཡ་ཅིག་ར་ལྕགས་སྲིན་པོ་ཅིག་གཏན་ནས་ཆགས་རེད་ར།

ད་སུ་སུ་གི་ཚོང་ཡིན་ན་མི་མང་པོ་ཅིག་འདི་ལགས་ར་ཨོ་ཡ་ང་ཚོ་སུ་སུ་སུ་བོགས་ཟིན་ད་ལས་སླ་བོ་རེད་ལས་སྦྱོར་ར་ཆུ་ཚད་བརྒྱའི་ལས་ཀ་ལམ་ད་མིའི་བར་ལ་བདེ་བོར་ལ་འདི་ཏག་ཏག་ཁྱོད་བདེ་དགོས་མ་རེད་ར་སུ་སུ་ཚོང་ཡིན་པ་ཡིན་ན་ཆུ་ཚོད་གཉིས་གསབ་བྱེད་འདྲ་པོ་བྱེད་ར། ག་དུས་ཡིན་ནའི་ག་པར་ལེགས་རེད tax ལེགས་རེད་ད་འདི་ལ་ཡང་ཕག་ལ་ལན་ལམ་སང་ལམ་སང་རྒྱ་བལ་དེ་ཚོ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་ར་ཆུ་ཚོད་གཉིས་གསབ་བྱེད་ནང་ལ་རྒྱ་དེ་ལས་གཉེས་ལ་རྒྱབ་ན་ནི་ཡག་ཤོས་ར་དེ་གས་འདི་ལྟ་སུ་སུ་ང་འདྲ་བོ་ཡིན་ན་གོང་སེང་ཇི་འདྲ་བོ་ཡིན་ནས་ཅིག་ལྷོད་ལྷོད་ཇི་ཡོད་མ་རེད་ག་དུས་ཡིན་ནས་ཅིག་ཡོད་ཡོད་པ་འདྲ་ཞིག་རེད་ར། ཅིག་གིས་ད་དེ་གས་འདི་འདིར་བ་སུ་སུ་གི་ད་ཁ་ཕྱོགས་ད Struggle ལ་གནས་འདུག Challenge ལ་ད་མུ་འཐུད་ནས་བྱེད་དགོས་ཆགས་ཀྱི་ཡོད་ར། འོ་དེ་རེད་བཞགས་ལ་ཞོད་ཡིན་དེ་ནི་ད་དང་པོ་ཁ་རས Realtor ཡིན་པ་ཡིན་ན་ད་ད་ད་འདི་རེད།

དམིགས་བསལ་གྱིས་ཨ་མ་ཡོད་དུས་ཙམ་ལ་ནང་ལ་གཅིག་གདང་ལས་གཅིག་བྱེད་ཀོ་རེད་སུ་སུ་ཡང་ཕ་མ་ང་ཡིན་ན་ཕ་མ་ནད་པ་ཡིན་དུས་དེའི་གཅིག་བལྟས། གཅིག་མང་པོ་གཅིག་གིས་འདི་བྱེད་དགོས་བྱུག་དོ་ད་ང་ཚོ་དབྱིན་ཇི་སྐད་དུ་མ་གསུངས Multitask བྱེད་དགོས་བྱུག་ཐུག་དོ། གདོང་ལེན་བྱེད་དགོས་བྱུག། ལའོ། དེ་ནས་དེ་པར་ལ་ང་གཅིག་དྲན་སོང། རེད་རེད་ད། བའི་ཁང་པ་ད་ལྟ་དེ Realtor ལ་ཟེར་ད་ཉི་མ་ང་རང་ཁང་པ་ཉོས་ཉོ་གར་འགྲོ་བའི་སྐབས་ལ་རོ། བཅོ་ལྔ་ཉིན་སོང་ཚོ། དེའི་སྐབས་ལ་ང་ཚོ Realtor པོ་པོ་ལ་ཁེས་རོ། པོ་ལ་གཉིས་འདུག་གཅིག Realtor བྱས་གཅིག་བ་ལ་ལས་རོགས་བྱས། ད་དུས་ཚོད་ད་ཁོང་ཚོ་ཞུ་བཏངས། ང་ཚོ་ཁང་པ་ཞུ་བལྟ་ཡ་རོ། ད་དེ་དུས་ཚོད་ཆུ་ཚོད་རོ། དེ་ག་ཚོད་ད་མ་དེ་ལ་ཁོང་ཚོ་ཁང་པ་ཉོ་དུས་གསུངས་པ་དེའི་བརྒྱ་ཆ་ཞིག་མ་ཞུ་མ་རོ། ད་ང་ཚོ་ཁང་པ་ཕལ་ཆེར་ཁོང་ཚོ

ཁང་པ་ཉོ་ཚོང་བྱེད་འཇུག་རོགས། ལོ་གཅིག་ལ་ཁང་པ་ག་ཚོད་ཀྱི་མ་ང་བཙོང་ཐུང་བ་ཡིན་ན་ཉོ་ཚོང་རྒྱག་ཐུབ་ན་དེ་གཅིག་ཡང་མིང་ཡག་འགྲོ་ཡོད་ད་དེ་འདྲ་ལེགས་འདུག་ཨ་སྟར་རོ་ཏྲི་ཡིན་ན་སྟར་ལྔ་སྤྲད་འགྲོ་ད་དེ་འདྲ་འགྲོ་དེ་འདྲའི་ནང་གཅིག་གྲགས་ན་ལེགས་འདུག་གས་ས་ད་ད་ལྟའི་དུས་ཚོད་ད་ང་ཚོ་ད་ལོ་ངའི་འདི་གི་ད་གཙོ་བོ་འདི་ལེགས་འདུག་རོགས་ད་ད་ལྟའི་ད་ལྟ

ཨང། དུས་ཚོད་དེ་འདྲའི་ཆེ་ཁག་ཁ་པར་ཉོ་ཚོང་ཆེ་བས་ན། ལ་རེད་ཨེ་འདི་རེད་བ་རྩ་བའི་གི་ངས་འདི་ཞུ་ཡ་ཡིན། ཁང་པ་ཉོས་དུས་ཚོད་འདི perfect རེད་ཏག་ཏག་རེད་ལ་ཨེ་ཅིག་ཡོད་མ་རེད་ལ་ནི་ར་མཁས་པ་མང་པོ་ཅིག་འདུག་ལ་གི་ཡོད། ཁང་པ་ཉོས་དེ་འདི་འདྲས་བ་གཙོ་བོ་དེ། སུ་སུའི་གི་ཐང་ཤོས་དེ་སུ་སུའི་གི་དཔལ་འབྱོར་ནས་དང་ར། ཁང་པ་དག་མི་ཁ་ཤས་ནས་འབུམ་གསུམ་གྱི་ཉེ་འཁོར་ཁ་ཆེ་བཞི་ཁ་ཤས་ལྔ་དག་ཁ་ཤས་དྲུག་བདུན་ཉེ་འཁོར་ར། སུ་སུའི་དཔལ་འབྱོར་གནས་སྟངས་བྱེད་ར། སུ་སུའི་ནང་མི་གྱི་ཁ་གྲངས་ར། བྱེད། ནི་འདི་ག་ན་ཤི་སུ་སུའི་མི་ཚེའི་དམིགས་ཡུལ། འདི་གས་འདི་ཆ་ཚང་གཅིག་ལ་ར་ལུས་ར། ད་སྐྱེས་ཀ་ཏན་ཏན་ད་ད་ཕ་བདེ་ར། བརྒྱ་ཆ་ད་དྲུག་ད་ཕྱེད་ཀ་ད་བདུན་པ་ར། ད་གཉིས་བརྩིས་བྱས་ན་ད་ལོ་བརྒྱ་བརྩི་གཅིག་ཆ་ར། ད་འདི་ནི་ཕ་ལ་ཆ་ཡ་འདི་ཁ་ཚིན་ཁོ་ཚོས་གི་མཁས་པ་གི་ལབ་ཡིན་ན Inflation འདི་མ་ཚབ་ཡིན་ན་ང་ཚོའི་སྐྱེ་ཁ་དེ་ད་ལོ་ཁོ་རང་ལ་བརྒྱ་ཆ་གཅིག་དང་རྫ་ཆ་མི་ཡོང་ལབ་གི་ཡོད་རེད་ད་ཡིན་ནའི་དེ་ད་ལེན་རྫ་ཐུག་ཡོད་མ་རེད་ད་ཡང་ཁོ་ཚོས་གི་ཁ་ཚིན་ལ་ཡ་བྱེད་ན་སྤྱི་ཟླ་བཞི་པ་ལྔ་པ་དེ་བ་ཆག་གི་ལ་ད་འདི་ནི་ཕ་ཡང་སྤྱི་ཟླ་བརྒྱད་པ་དགུ་པ་ལ་ནི་ཕ་འདི་བྱས་སོ་རྒྱབ་བཤིག་རྒྱག་སོ་ད་ཡིན་ནའི་དེ་ཡིན་ནའི་མི་སུ་སུ་ཉོས་ངན་ཅིག་ཡིན་པ་ཡིན་ན་ཟླ་བ་ལ་སྤྲེལ་འདི་ག་ཚོད་ཆགས་ཀྱི་འདུག་ཨེ་རོ་ཨ། སོ་སོའི་ཁང་པ་ཉོས་པ་ཡིན་ན། ཟླ་བ་སྤྲེལ་ག་ཚོད་ཆགས་ཀྱི་འདུག་ཨེ་འདི་ནང་བཞིན། Apartment ལ་བསྡད་པ་ཡིན་ན། ཟླ་བ་ལ་ག་ཚོད་སྤྲེལ་དགོས་ཀྱི་འདུག་ཨེ་རོ་ཨ། ཨ་ནི་ཁང་པ་ཉོས་པ་ཡིན་ན། ལོ་ལ་ཡ། ཁང་པའི་གཞུང་ལ་ཁྲལ་རྒྱལ་ཡ་དེ་ནས་སོ་སོ་ལ་ཚུགས་ག་ཚོད་ལོག་གི་འདུག་ཨེ།

ཁང་པ་ཉོས་དུས་ཙམ་ལ་ཡ་ད་འདི་ཆགས་ཀྱི་ཡོད་ར། སུ་སུའི་གི་མར་ཙ་ཏེ་ས་ནས་བླུག་ཐུབ་པ་ཡིན་ན་ག་རེ་བྱེད་ནས་སུ་སུ་ལ་ཕན་ཐོགས་ཀྱི་ཡོད་ར། ད་མི་མང་པོ་ཅིག་ལབ་ཀྱི་ཡོད་ར་ད་ཅི་ད་ང་ད་འདན་མ་ལ་ཡོད། ཅིག་གི down payment བསགས་པ་ཡིན་ན་ག་གཱས་ར་ད་བརྒྱ་ཆ་ཉི་ཤུ་དང་སུམ་ཅུ་དེ་ནས་ཡང་མང་པོ་བསགས་ཐུབ་ན་ད་ཡག་ཤོས་ར་དེ་མེད་པ་ཡིན་ནས down payment ཅི་གི་མེད་པ་ལས་ཁང་པ་ཉོས་ཡོད་རེད་ད་མང་ཆེ་གི་ཉུང་ཐབས་ལ་བརྒྱ་ཆ་གསུམ་ལྔ། འདུག་བྱས་ནས་ཆགས་དགོས་ཡོད་རེད། ས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཟེར་ནས་ཞུས་ཡིན་ར། ཨཱ་ནི་ད་ལྟ་ཉོས་མ་ཉོས་ཟེར་དུས་འོ་དེ་རེད་ར་མི་སུ་སུའི་གི་ཁྱིམ་ཚང་སུ་སུའི་གནས་སྟངས་ཨཱ་ནི་ཡང་ང་རང་ཚོ་ཁང་པ་ཉོས་དུས་མང་པོ་ཅིག་ང་ཚོ་ད་དེ་ལ་ང་ཚོ་བོད་པ་དེ་ལ་ཡོང་ངེས་མང་ཆེ་མི་ཐོག་དང་པོ་འདྲ་བོ་ཆགས་ཀྱི་ཡོད་ར། ད་འོ་དེ་བསམ་བློ་ལ་ང་ཚོ་ཉི་མ་ཉི་མ་དེ་ད Apartment ཁེ་བོ་ཅིག་ལ་དེ་ཅིག་གི་ཚང་ཁ་ཆིག་ཆིག་བྱས་ནས་བསྡད་ནི་མ་ཤེས་ཡང། ས་མ་གཅིག་བཏང་ན་མི་བརྫིའི་སྤུས་ཀ་ལས་སྦྱོར་བ་སུ་སུ་ད་ནང་མི་འདུག་ཆ་སྤུ་གུ་གཅིག་སྐྱེས་གཉིས་སྐྱེས་ཟེར་ན། ད་འདི་གི་དུས་ཚོད་འདི་ད་ཟླ་གཅིག་འགྲོ་སོང་ན་མ་འོངས་པ་ལ་ཡང་འགྱུར་གཅིག་ཡོང་ཡ་ཡོད་མ་རེད། འོ་འདི་ཡན་ཡང་ངེད་ཀྱིས་གཅིག་གལ་ཆེན་པོ་མཐོང་གི་འདུག་ར་ཁང་པ་ཉིད་འདི་སེམས་ལ་བཞག་ཡ་སྦྱོར་བ་སུ་སུའི་ནང་ལ་ནང་གཅིག་ཉོས་ནས

གཞུག་མ་ཕར་དུས་ནས་མ་ང་ཡོད་ར། ཨ་ནི་ཁང་པ་རང་གྱི་ཡིན་པ་ཡིན་ན་ད་ཡང་འདི་ཉམས་རྟོགས་ལ་ལས་ཀ་ཨེ་ལེགས་ར། གང་ཆགས་བ་རེད་མི་ནི་བསོད་ནག་ཡིན་ན། ད་ལོ་ཡིན་ད་གང་ཆགས་ཤེས་རབ་ཡིན་ན། ཨ་ནི་རྩ་བར་བ་རེད་ར་ཨ་ནི་ཁང་པའི་གཡས་གཡོན་ཕྱི་ལོག་འདི་གའི་ཚང་མ་བདག་པོ་རྒྱག་བ་ར། འོ་དེ་འདྲས་རེད་ད། མི་ཁ་ཤས་ཡང་གཤིས་ཀ་དེ་འདྲས་ཨེ་འདྲས་དང་པོ་རང་ནས་དོ་ཨ་ང་ཕྱི་ལོག་འདི་ན་ཁྱོད་ནི་རྩ་བ་ཉིད་ལས་ཀ་བྱེད་ཀྱི་མེད་ཚལ་ལྟ་བས་དགའ་བོ་མེད་མེ་ཏོག་ལྟ་བས་དགའ་བོ་མེད་ལ་ན། ཨ་ནི་དང་པོ་རང་ནས་སྤྲང་བོ་ལྷོང་མི་གནས་རེད་ར། ཨ་ནི་གང་འགྲོ་ཡིན་ནའི་རེད་ར། ད་ཡིན་ནའི། ད་ཡིན་ནའི་འདི་གའི་དེ་ཚང་མ་སུ་སུའི་དཔལ་འབྱོར་གནས་སྟངས་ལས་ར་ལུས་ར། བེང་ནི་སྐྱེ་ཀ། བུ་ལོན་ག་ཚོད་རག་གི་འདོག་ལས་ཅོ་ར། ང་ལ་བུ་ལོན་འབུམ་གསུམ་མ་ཞིག་རག་གི་མི་འདུག་ལ་ན་ཡང་ཁང་པ་བལྟས་ཞིག་སླབ་གྲྭ་ཡག་ས་ལ་འབུམ་གསུམ་ཁང་པ་དཔེ་ག་ལ་ཁག་པོ་རེད་དེང་སང། སླབ་གྲྭ་ཡག་ས་ལ་ལྟ་ན་འབུམ་གསུམ་དང་ཕྱེད་ཀ་ནས་བཞི་ད་གོ་ར་ད་ཁང་པ་ཡིན་ན། ད་བུ་ལོན་གཉིས་དང་ཕྱེད་ཀ་གསུམ་མ་ཞིག་མི་འདུག་ལ་ན་ད་སུ་སུ་དང་པོ་སླབ་གྲྭ་ཡག་པོ་དགོས་ཡོད་ལ་ན་ར། ད་ང་སླབ་གྲྭ་ཞི་ར་ཞི་ར་ལྟ་གོ་མེད་ལས་ཀ་ནི་ཐག་ཉེ་བོ་ཡིན་གཅིག་འོག་གི་དམིགས་ཡུལ་ཡིན་ན་ད་ཡང་འདི་ལ་དཔག་པའི་གི་སུ་སུ་སུ་སུའི་གི་ད་གང་ད་དངུལ་འབབ་ལ་ར་ལོན་མང་ཉུང་ལ་དཔག་པའི་གི་ལས་ཀ་བྱས་ཏེ་དཔེ་གལ་ཆེན་པོ་རེད། ཨ་ནི་འདི་ག་ན་བཞིན་ཡང་སུ་སུའི་གི་འདོད་པ་དེ་བཏགས་པ་རོགས། ད་ཁང་པ་མི་ཁ་ཤས་ཡིན་ན་ཨོ་ཁེ་ད་ཡང་ང་རང་ཁང་པ་ཆུང་ཆུང་ཞོན་ནས་འགྲིག་ས་རེད་མར་རྩ་ཆེན་པོ་བླུག་མེད་ཟླ་བ་ཟླ་བ་ཆེན་པོ་བྱས་ཡ་མི་འདུག་ད་སྤུག་བའི་ལོངས་སུ་བླ་ན་ནི་ཡང་ཀོང་ཀྲོའུ་འདི་ཚོ་ཡིན་པ་ཡིན་ནས་ར། ད་ཀོང་ཀྲོའུ་ཞུས་པ་ཡིན་ན་ག་འདྲི་ཡ་རུ་བླ་ན Apartment དེ་བའི་འཚོ་བ་བྱོས་ར། ད་ཀོང་ཀྲོའུ་ཁ་ཤས་ནི་ཡང་མེད་ན་ཀོང་ཀྲོའུ་བླ་ན་ཆུང་ཆུང་དེ་འདྲ་ཡོད་རེད་མི་ཚང་ང་གང་ལ་གསུམ་བ་གཉིས་ཡིན་པ་དེ་ད་སྐོར་འགྲོ་མང་ཆེ་ནི building ཐོག་ཚང་གཉིས་གསུམ་བཞི་དེ་འདིར་རོ། ཨ་མགོ་ལ་ཡ་གཅིག་རྫུས་ད་ད floor ལས་ལ་མི་བཞི་བཅུ་ཡོད་ངེས་གསུམ་བཅུ་ཡོད་ངེས་རོ། ད apartment གི་ཚོགས་འགྲོ་ཆི་ལི་རེད། ད་སྐོར་འགྲོ་ད་འདི་ཚོ་ཡིན་ན་གནམ་བཟོ་གནམ་བཟོ་མཁན་སེ་རེད་ཡ association བི་ལ་ད་བ་ད་བ་སྤྲད་བཞིན་རོ། ཁ་ཤེས་ནི་ཧང་སང་ཡང་འཕར་གི་འདུག་རོ། ད་སྐོར་འགྲོ་མཉམ་པོ swimming pool ཡོད། ཆུ་རྒྱལ་སྲས་དེ་ཡོད་པ་ཡིན་ན། མ་སྔ་བར་བར་གྱི་འདུག་ག་ལ་ཆུ་རྒྱལ་སྲས་དེ་ཚོ་ཡང་བདག་བྱེད་བདག་ཉན་བྱེད་ལ་འགྲོ་སོང་དཔེ་ཆེན་པོ་འདུག་ད། འོ་དེ་འདྲའི་ཕྱིར་ཤཱས་ལ་ནི་ཞོལ་ཡིན། གོང་གི་འདི་སྐོར་ལན་ངེས་ཅིག་ང་རང་ཅིག་དྲན་སོང། འདི Association Fees འདི། འདི་གོང་ངས་ཁང་པ་ཉོས་སྐབས་ལ་པོ་ལགས་འདི་གི Realtor འདི་གི། ང་ཚོ་ཁང་པ་གཅིག་གི་བདེ་འདྲེན་ཅིག་ཁེལ་སོང། ཁང་པ་འདི Bank གི་བཙོང། Foreclosure ཆགས་རེད་ཟེར། ཁ་ཅིག་སྦྱིན་བདག་འདི་ཁང་པ་སྤེལ་ཤ་སྤྲད་ས་ཤ།

ཁང་པ། དེང་སང་ཁང་པ་གསར་བ་ལ་ཨེ་སོ་སེ་ཞེས་ཉུལ་ཉུལ་བརྗོད་ལ། ཨ་ནི་ཕར་ཡག་གི་ཉུལ་ཉུལ་ཞིག་མ་ཤེས་ཕར་གི་མ་རེད་དམིགས་བསལ་གྱི་ཁང་པ་ནད་པ་བོ་ཏེས་ཡག་ག་ཚོད་འདྲ་བོ་བྱས་ན། ལོ་ལ་ཡིན་ངེས་འདྲ་བོ་དེ་འདྲས་དང་ཡོར་ཁ་ཤས་ར་དེ་འདྲས་རེད། ད་ཡིན་ནའི་ཅིག་གར་ཁེངས་བར་ཟེར་ན་ཁང་པ་ཡིན་པ་ཡིན་ན། ཁང་པའི་གི་ཁྲེ། ས་ཁང་ཁྲེ་དེ་མང་ཡོད་རེད་ཧ་ལས་ན་བསགས་པ་ར་མང་ཡོད་ར། ཁང་པ་དང་ཁང་པའི་གི་བལ་གི་ཡང་དང་ཆ་ཚང་འདོམས་པས། ཨ་ནི་དེ་ག་ནས་ཤིག insurance གས་གོང་བྱས་ཡོད་ར། ཨ་ནི་ཀོང་ཀྲོའུ་དང་ཀྲང་ལྷོམ་འདི་ཚོ Insurance གི་གོང་ཆེ་ཡོད་ཆུ་ང་ཡོད་རེད། ཡང་འདི་གི་གཞུང་གི་ཁྲལ་འདི་ཚོའི་ཆུ་ང་ཡོད་རེད། ཙེ་ཙོའི་གཙོ་བོ་ད་གང་པ་ནི་ཀྲང་ལྷོམ་ཡིན་ནའི་ཁ་ཞེ་ཆེན་པོ་ཞིའུ་འདི་འདྲ་ཡོད་རེད། ཡང་འོ་འདི་ཡས་ཅིག་འདི་གནང་རེད། ད་གང་ད་ཨིན་འདྲ་རེད་ང་རང་ད་བ་ད་བ་ལ་འདི་གའི Stay གི་བཟོས་གི་ཡིན་ལས་འདི་ཁང་པ་ཉོས་དུས་སུ་སུ་དང་པོ་ནས་གྲ་སྒྲིག་བྱས་བྱོས་རེད། ད་བ་ད་བ་ལ་འདི་གའི Stay གི་ཁང་པ་ཅི་རང་ན་ང་ཉོས་གི་ཡིན་འདི་མེད་ན་ང་ཉོས་གི་མིན་ལས་བྱོས་རེད་སུ་སུ་གི་འདི་ཡས་བསམ་བློ་བཏང་ཡང་འདི་གལ་ཆེན་པོ་རེད་ཤི་རེད། ད་ཡིན་ནའི་མང་པོ་ཅིག་ཨོ་ད་ཁང་པ་སྐྱེད་ཀ་ཆག་ནས་ཉོས་གི་ལ་ནི་མང་པོ་ཅིག་དགུ་དགུ་ར་ད་རང་བཞིན་གི་ར་ཨ་ད་མིན། ད་སྐྱེད་ཀ་བརྒྱ་ཆ་གཅིག་ཆག་པ་རེད་ད་འདོད་ཆག་ན་དགུ་དགུ་རེད་ལ་ད་འདོད་ཆག་ན་དགུ་དགུ་ཡིན་ན་ར་ཨ། སུ་བརྗོད་དུ་ཁང་པ་ཕར་འདུག་ཨ།
ཁང་པ་གོང་ཚད་ད་གོང་ཚད་ར་ཨ་ཉོས་ངའི་བད་མང་འདུག་ཡ multiple of ད་ད་ད་མིན་པ་ཡིན་ནའི་རྣམ་པ་ཚོ་མཁྱེན་གསལ་རེད་ང་ཁྲོམ་ལ་འདུག་ཉོས་བསྡད་གི་ཡོད་རེད neighborhood ཡག་ས་ལ་ནི་འཚང་ཁ་ཤིག་ཤིག་རེད་ཤི་ར་ཨ་ཅིག་གི་ཨོ་དེ་ད་འཚང་ཁ་རྒྱག་ན་ནི་ཡང་གོང་སྤར་གི་རེད། དྲན་ཉིན་མོ་ནམ་ཟླའི་འཛའ་ཞིག་བྱེད་ས་ཨོ། ར་ད་ད་ཉིན་གི་ཁྲོམ་བརྩིས་ན་ད་ལྟ། ཁང་པ་སྤྱི་དང་དོན་ཡང་ཏིས་མ་ང་ཡོར། ཏིས་ཕྱི་མ་ངར་དང་ཞི་རར་མང་མ་ང་མར་བཞག། ད་ཡིན་ནའི་དེ། ད་ལྟ་བསླབ་གྲྭ་ཡག་ས་དེ་ཚོ་ལ་ནི་ཁང་པ་དོན་ཡང་ཏག་ང་དགུ་ནི་བསྡད་རེད་མི་བསྡད་གཅིག་གླེན་ན་འགྲོ་ཨ་ནི། གོང་ཏིས་ཏག་ཏག་བརྒྱ་ཡོད་ན་ནི་ཡང་ཚ་ཁ་གྱེར་ར་འགྲོ་ན་འདི་འོ་དེ་འདྲའི་འགྲོ་གི་ཆགས་ཀྱི་འདུག་ད་གཞུང་མ་ལོ་ལ་སྐྱེས་ཀ་བརྒྱ་ཚོ་གཅིག་གཉིས་ཆགས་པ་ཡིན་ན། ད་འདི་ག་ན་ཤི་ཁང་པའི་གོང་ད་དེ་ཚོ་ད་མ་འགྲོ་ཡ་ཏག་ཀ་ལས་ཁག་པོ་ཞི་ར་རེད་ཏག་ར། ད་ལྟ་ཨ་རིག་གི Baby Boomers ལ་ཞེས་མི་མང་པོ་གཅིག་གི་རྒན་ཡོལ་འགྲོ་ཡ་ཤོར་ར། དེའི་གི་ས་ཆ་བཅས་ལས་གི་ཡོད་རེད་དེ་ག་ན་ཤི་ད་རྣམ་པ་ཚོ་སི་ད་ར་རན་ཆ་ར་ལ་དེ་ནས་གོ་ཡ་མི་འདུག་འོ་དེ་འདྲ་བོ་རེད་རན་དེ་ནས་ཕ་པར་བ་དེ་གི་འདུག་ད་འོ་དེ་ཡས་ཅིག་གི་མང་པོ་ཅིག་ཐུག་ན་གནང་དགོས་ཡ་དེ་གལ་ཆེན་པོ་རེད་ཤི་ར་ད་ལོ་གསུམ་བསྙལ་ཡིན་པས་ན་སྐྱེ་ཀ་བཞི་བརྒྱད་པོ་ར་ད་དེ་དེ་ཡིན་ན་ཡ་ང་ཚོ་ཁང་པ་ཁོག་ཅིག་པོ་དུ་འདུག་ཁང་པ་ཕར་པར་བ་དེ་ར་ད་ད་པོ་དུ་ལ་འོ་འདུག་སི་རེད་སི་ལ་ཤི་ཡིན། ད་གང་ཅི་བདེན་ཅི་སྨྲ་ཐོས་ཐོས་སོང་བསམ་གྱི་འདུག་ར་ནས་ད་ཁང་པ་ཉིན་ཉིན་གསར་བ་དུ་འཛུགས་ལ་ར་སོ་སོ་ངོས་ནས་ད་གྲ་སྒྲིག་དུ་བྱ་འདུག་བྱེད་དགོས་ར་གྲ་སྒྲིག་བྱེད་སྟངས་དུ་ང་ཁང་པ་ཉིན་བར་དུ་ཡོད་ཡོད་ཡིན་ལ་ནས་ཐོབ་ཡོད་ཆོད་ཡོད་ཡོད་མ་ར་གྲ་སྒྲིག་དུ་ཐོག་མ་གང་ཐད་དུ་བྱེད་དགོས་ར་རེད་ད་ཁང་པ་ཉོས་ཡོད་ཡིན་ལ་བས་ན་བྱུང་ན་ནི་ད་བ་ལྔ་དྲུག་གི་སྙད་ནས་ར་སོ་སོའི་གི་ཐང་ཤོད་དེ་ཁོ་འགོ་དུ་འགྲོ་ས་ཡ་རེད་ར་མ་རྫ་ས་ཡ་དུ་ར་མ་རྫ་ཁ་རྗེ་མང་ས་དུ་ནས་སོ་སོ་ལ་ཏན་ཏན་ད་བ་ད་བ་ལ། འདི་ཇི་ལ་ཡོད་རེད་བ། སྤྲད་མྱོང་ཡ་ཡོད་རེད་འདི་ག་ན་ཤིང་ལོང་ནི་ནས་བརྒྱ་ཆ་མང་ང་འདྲའོ་པེ་མེན་སྤྲད་ཡོད་ན་སུ་སུའི་མར་ཚ་ནི་སྐྱེ་ག་ཡེ་ཡ་ག་རག་རེད་ར་འགྲོ་སྟངས་གི་ཨ་ནི་ཁང་པ་ཉོ་བ་འགྲོ་དུས་ཨོ་ཕོ་ཐིའུ་བི་ནས་ཚང་ག་བརྒྱ་པ་ཡི་ནས་གས་འདྲའོ་པེ་མེན་མང་ང་སྤྲད་ཡོད་ན་འདི་ལ་ཏེས་ཤི་ཟིག་འཇོག་ཡ་ག་ཡོད་རེད་རོ་འགྲོ་སྟངས་རག་རེད་ར་རྟ་འུ་ཏིའི་ཁང་པ་མ་སྙུན་སྙན་ད་འདོད་ལོ་གཅིག་སྙན་ནི་རྟ་ཐུབ་འདི་ཡག་ཤོད་རོ། ཉུང་སྟབས་ལ་ཟླ་བ་དྲུག་སྙན་ནི་སུ་སུའི་གི loan officer ལ་སྐད་ཆ་བཤད་བྱོས་རོ། རྟ loan སྤྲད་མཁན་དཔེ་མང་པོ་ཡོད་རོ། རྟ་ཡིན་ནའི་གི་སུ་སུ་འདི་རོ། སུ་སུ་ཁང་པ་ཚར་དང་པོ་ཉོས་ཡོད་པའི་ནས་རེད་གཉིས་པ་ཉོས་གི་ཡོད་པའི་ནས་རེད་རོ། ད་གཞུང་གི་ལས་བྱ་འདྲ་མ་འདྲ་ཡོད་རེད་བན་རྒྱལ་རྒྱལ་ཡོད་རེད་ར་དངུལ free ག་ནས་རག་གི་འདུག་ལས་བྱོས་ར། ལས་བྱ་མང་པོ་བྱེད་ནས་སུ་སུའི་གི་ད་ཡང free ར་ས་རྫུན་མང་བྱས་སུ་སུ་གླ་པོ་ཡག་པོ་ཡོད་ན་ཡང་འདི free དེ་ཚོ་ར་ཡ་ཀ་ལས་ཁག་པོ་ཡོད་རེད་ར། སུ་སུའི་གི་འདི་ལ་ལྟ་གི་རེད་ར credit ད་ལྟ་ཡིན་པ་བྱས་ར།

ཞུ་ཞུ་ལྟ་གི་མ་རེད་སུ་སུ་ད་གང་ལྟར credit གཅིག་པུལ་བྱིས་པ་ཙམ་གི་ར་སུ་སུ bank ག་བ་ལ་འགྲོ་ནས་གཅིག་འགྲོ་ནི་དང་པོ་ལྟ་ཚོད་ལྟ་ཡ་ཆོད་ར་པུལ་བྱིས་པ་ཙམ་གི་སུ་སུའི་འདིའི་ནང་ལ་དཀའ་ངལ་དེ་འདྲ་ཡོད་པ་ཡིན་ན་ར credit problem དེ་འདྲ་ཡོད་ན་ཨ་ནི་གཙང་མ་བཟོས་ཡ་གི་གོ་སྐབས་རེ་རྙེད་ནི་འདི་བྱས་པ་ཡིན་ན་ར། འདི་ཅིག་བྱས་ཨ་ནི། སུ་སུ་སྔས་ནི་ལས་ཀ་བྱེད་པའི་སྒང་ལ་ཡ། ད་ཟླ་བ་གཅིག་གི་ནང་ལོགས་ལ་བྱས་པ་ཡིན་ན་བེང་གསུམ་སི་ལ་སྐད་ཅིག་བྲིས་པ་ཡིན་ནས་ད། Credit མང་པོ་ཡ་འདི་བྱེད་ན་འཐེན་ན་ཡ་མ་ཛ་ཧ་གི་རི་ལས་འབྱོར་བ། ཟླ་བ་གཅིག་གི་ནང་ལོགས་ལ་བྱས་པ་ཡིན་ན་ཨ་ནི་ཡ་འདི Credit མ་ཛ་ཧ་འདི་ཉུང་ང་ཡོད་རེད་སི་ལ་གི་ད། Credit ལྟ་མཁན Credit Bureau གསུམ་ཡོད་ར། ཁོང་ཚོའི་གི་ལྟག་ཕྱོགས་ནི་ཡ་ཁོང་ཚོའི་གི་འདི་འདི་བྱེད་གི་ད། ཨོ་ད་ཁོ་རང་ཡ་ཁང་པ་ཉོས་གྲ་སྒྲིག་བྱེད་གི་འདུག་ལས་འབྱོར་བ།

Realtor སུ་སུ་ལ Realtor གི་ར། ཡག་པོ་དགོས་དེ་དཔེ་གལ་ཆེན་པོ་རེད་ར། སུ་སུ་ཁང་པ་ཉོས་དུས་ཡོད་ན། Open House ལ་འགྲོ་གཅིག་སྙམ་པོ་ཐག་ཉོས་ཤ་མེད་པོ་བྱས། མིའི་འགྲམ་ནས་ཨམ་ཅོ་ཉེས་ཁང་པ་ཉོས་ཚར་རྒྱོ་འགྲམ་ལས་ར། ཨམ་ཅོ་ཉེས་ཨ་ནི་སུ་སུ་ཡིན་པ་ཡིན་ནས Realtor གཉིས་གསུམ་གཅིག་ལ་སྐད་ཅིག་བཤད་གདོང་ཐུག་ར། ཨ་ནི་དྲི་བ་བསྐུལ་ཨ་ནི་སུ་སུ་གི་གདིང་ཚོད་ཅིག་ལེགས་ར།

ཁོ་ཚོའི་གི Head Office ལ་ལ་རྒྱོགས་དང་དེའི Local Manager གི་ལ་རྒྱོགས་སྐྱེ་ཁ་ཧོར་ཁ་ཁར་བྱ། འོ་དེ་ང་ད་ལན་ཟླ་བ་ཁ་ཤས་རྙེད་ལ་ཟླ་གཉིས་ལག་རག་རེད་ཉིས་སྟོང་ཉིས་ས་གསུམ་གི་དབྱར་ཁ་ལ་འདི་འདྲས་ཅིག་གླས་སོ་ང་ང་རང་གི་ཧང་སངས་འདི་ཡིན་དུས་རོ་སྐྱེ་ཁ་དེ་དུར་ཡག་ཁང་པ་དངོས་གནས་རག་བ་སྐབས་ལ་ཡ་བེང་ཉུང་ད་ལ་གཉིས་བྱུང་ན་ནི་གསུམ་དུར་ཡག་དེ་ཧང་སངས་ཡ་གལ་ཆེན་པོ་རེད་ད་སྐྱེ་ཁ་ཆུན་ཆུན་ཅིག་གས་ལོ་གསུམ་ཅུ་ལ་བསགས་ན་བཏང་སྟེ་སྒོར་མོ་ཁྲི་མང་པོ་ཁེལ་བ་བཟོས་གི་ད་འོ་དེ་གི་ར་སུ་སུ་རེལ་ཏེ་ལ་སུ་དམ་ཡག་དེ་དཔེ་གལ་ཆེན་པོ་རེད་ར་ད་རེལ་གྲྭ་ཡག་པོ་འདི་ཅིག་སུ་སུ་སུ་སུ interview བྱེད་དུས་ཙམ་ལ་ཡག་པོ་བྱས་ནས་དོ་སྣང་བྱེད་དགོས་ར་ཨ་མཚར་ཁ་ཤས་ཤིག་ཁང་པ་སྟོན་དུས་ཙམ་ནས་ལྟ་བར་མི་འདས་ག་འདའི་ལྟོས་ར་དངོས་གནས་སུ་སུ་ལ་ཕན་ཐོག་གསར་བའི་དེ་ཡིན་མི་འདས་བློས་མཁས་པ་འདུ་བས་ཅིག་ཡ་ཁ་ཤས་ཀྱིས་ཀྱོག་པོ་ཀྱོག་པོ་ཚ་ག་ཚ་གི་ཉོས་ཡ་བྱས་ར་དེ་ཁྱོད་ན་ཡོད་མ་རེད་ཁང་པ་ཉོས་དུས་ར་ཞིབ་འཇུག་ཡག་པོ་བྱས་ར

ད་བརྒྱ་ཆ་བཅུ་ལོན་ནས་ཁང་པ་མ་ཉོས་གོང་ལ་སྐད་ཀ་ཀ་ཡེ་དོ། ལོག་བྱེད། མ་ལོག་བྱེད་དོ། ཆགས་ཡོད་སྐབས་ལ་ལོག་བྱེད་འདི་གཅིག་བྱེད་རོ། ཡང་སྐད་ཀ་ཉོས་ཡེ་ལ་ཡེ་བྱེད་དོ། དཔེ་ཤ་ཐོལ་བ་དེ་སྤྲད་སྐད་ཀ་མ་བཅག་དོ། དེ་འདྲས་ཅིག་དོ། ལ་རེ་ཏན་ཏན་ད་ལྟ་ཁང་པ་ཉོས་བྱུང། ང་དེ་ཧ་གོ་ཡོད་ན་ང་གཉིས་མ་ཧ་གོ་མི་ཡང་ཁང་པ་ཉོས་དུས། ལ་རེ་ལ་རེ།
ད་འདི་རེད་རོ། ད་ཟླའི་ཁྲོམ་ལ་ཆབ་ལ་ཡིན་ན་ཁ་ཤས་ཡང་འདི་གནང་གི་འདུག་རོ། ད་ངེད་ཀྱིས་ཁང་པ་ཉོས་དུས་འདུག་བྱེད་ཀྱི་ཡོད།

ག་ཚོད་དཔེ་ཤ་སྐྱབས་ཐུག་དོན་ར་སྐྱབས་རྒྱོ་དེ་ཡང་ཨེ་འདྲེར་བ་ང་རང་ཚོ་བོད་པ་བསམ་བློ་བཏང་དུས་ལོ་སུམ་ཅུ་ལེགས་མ་ར་ཡ་བོད་བ་ཧ་ཧ་ཡ་ལོ་སུམ་ཅུ་ཡ་ཚང་མ་རྩི་ཡ་ཡོད་མ་ར་འོ་ད་ཀ་ཡ་གལ་ཆེན་པོ་བཤད་རྩ་བའི་ད་ལྟ་མང་པོ་ཅིག་གི་མཁས་པ་མང་པོ་ཅིག་གི་ལ་ཡ་ལ་ད་ལྟ Mortgage ལས་ཀ་བྱེད་དེ་གི་མང་པོ་ཅིག་ཁྱད་ལས་པ་གི་ལ་ཡ་བྱེད་ན་ད་ལྟ་སྐྱེད་ཀ་ཞི་བོ་ཞི་བོ་ཉོས་ནས་ཁྱེད་རང་ཚོ་ཟབ་ས་བྱེད་དགོས་རེད་ལགས་འདུག་ཧ་ཡ་ན་ན་ལོ་གཅིག་གཉིས་ནས་མ་ཛ་ཡ་གི་ཤེས་དགོས་ར་ལོ་རེ་རེ་ལ་ད་བརྒྱ་ཆ་གཅིག་གཅིག་ཟ་གི་ཡོད་ན་མང་པོ་གཅིག་གིས་གཅིག་གཅིག་ཟ་གིས་ཡུན་རིང་ལག་ཏུ་འཕར་དུས། མགྱོགས་པོ་མགྱོགས་པོ་འཕར་འགྲོ་གི་འདུག་ཨ་ཁོ་འདས་པའི་གི་ད་ལོ་སུམ་ཅུ་བཞི་བཅུ་གི་གི་བར་རྒྱ་བཞི་བཏགས་དུས། ཨ་ནི་མ་ཆགས་དུས་ལོ་རེ་རེ་ལ་བརྒྱ་ཆ་གཅིག་གཅིག་ཆགས་རེད་ལག་ཏུ་ར། ད་ཡང་འཛམ་བུ་གླིང་ལ་གནས་སྟངས་མ་འདྲ་བ་ཞུ་ཆགས་ན་ནི་ཡང་ཁ་ཁ་ར། དེ་མ་བཞིན། འོ་དེ་འདྲའི་ལག་ཏུ་ཨ། ད་ལོ་གཉིས་ནི་བརྒྱ་ཆ་གཉིས་ཆགས་གི་ཡོད་ན། ཨ་ནི་ད་ལྟ་ནི་དངུལ་སྤྲད་ནི་ག་གེས་ཕན་ཐོགས་དོགས་ལས་འབྱོར་ར། དངུལ་སྤྲད་རྒྱོགས་དེ་མར་རྩ་ལ་འགྲུབ་གི་ཡོད་མ་ར། ཤར་རྒྱག་སྐྱེས་ཀ་ལ fees སྤྲད་ཞེ་བོ་ར། ཟླ་བ་ཟླ་བ་ལ save ད་བྱེད་ཀྱི་ཡོད་ར་དེ save བྱེད་རྒྱོགས་དེ་ལོ་གཉིས་ལ་ཁོ་རང་ཡང refinance བྱས་པ་ཡིན་ན་ལང་ཀ་གཅིག་ཆགས་ཀྱི་ཡོད་ར། ད་ག་འདྲ་ག་འདྲས་ཡིན་པ་ཡིན་ན་ཡང་དེ་ཡས་ཡོད་ར་ག་རེ་ཐབས་ལམ་གཞན་པ་བཅས་གླེ་ཡ་གླེ་གི་ཡོད་ར། ད་ག་ཤེས་ནི་ཟླ་གཉིས་དེ་བ་ནི་ཟླ་གཉིས་ཞེ་གཉིས་དེ་བ་ལ་ཁོང་ཚོ་ཡང oz མང་པོ་ཉོ་ངེས་དེ་འདྲས་ཡོད point ཁོ་རང་གཉིས་སུ་ཉོ་ངེས་དེ་འདྲས།

ལེན་བྱ། དེ་ལས་པའོ་ཏཱ་ལའི་ཁང་པ་བཙོང་མཁན་དེ་གི་ཡང། གཟིགས་ཕྱོགས་ཁ་ཁ་དོ། ན་རེ།
ཨེ་འདི་རེད་རོ་ཨ་རེད་ད་ད་ལྟ་ཁང་པ་སྤྱི་བཏང་ཁང་པ་འཚང་ཁ་རྒྱག་དུས་ཡིན་པ་ཡིན་ན། བཙོང་མཁན་གི་ཆ་ནས་ལྟ་དུས་ཙམ་ལ་ད cash པ་ཡ་ད་ཡག་ཤོས་རོ་ཨ། ངོས་ཀྱང་ཁྱེད་ཉོ་མཁན་ཡོད་ན་ད་བཙོང་མཁན་ཡིན་ད་ཐོག་ཅིག་ར།

ཁང་པ་བཙོང་ཡས་སྐོར་ལ་དེ་འདྲ་རེད་རེད་ད་ཁང་པ་འོང། ད་ད་ད་ངོ་ཚོས་ད་ཁང་པ་ཉོས་ཡས་སྐོར་ཀྱང་གླས་དེ་རོ། ཉོས་ན་ག་འདི་ག་འདི་གྲ་སྒྲིག་བྱེད་དགོས་ག་དེ་དེ་དེ་སྐད་ཟེར་ན་ཡང་ཁང་པ་ཡང་སོ་སོ་ངོ་བཙོང་ཡས་བྱེད་རོ། བཙོང་བ་ཡིན་ན་ཡང་དེའི་སྐོར་ལ་ཡང་ག་འདི་རེད། ལ་རེད་ལ་རེད་ད་ལ་རེད་ང་རང་ཚོ་ད་བོད་རིགས་ཡིན་པ་ཡིན་ན་མི་ནི་སོ་ར་ལ་ཕེབས་བྱས་ད་ལོ་ཉི་ཤུ་རྩ་སོ་འགྲོ་བ་རེད་བཙོང་ཡས་སྐད་མང་པོ་ཡོད་ར། སུ་སུ་ད་བཙོང་ཡས་སྐད་ཡང་གནས་སྟངས་འདྲ་མ་འདྲ་རེད་ཁ་ཤས་ནི་ཡང་ཁང་པ་ཆེ་དེ་བཙོང་ནས་ཆུང་ང་ལ་འགྲོ་ཡས་ཁ་ཞན་ཆུང་ནས་ཆེ་རུ་འགྲོ་ཡས་ཅིག་གི་གནས་སྟངས་མང་པོ་ཆགས་ཀྱི་ཡོད་ར་མི་ཚེ་ནང་ལ་འགྱུར་བ་མང་པོ་ཞིག་ཐེབས་དུས་དེ་འདྲས་རེད་ད་ཁང་པ་བཙོང་དུས་ཡིན་པ་ཡིན་ན་རྣམ་པ་ཚོ་ལ་ད་ཅིག་ང་རང་གི་ལས་ཀ་བྱས་བྱས་ཉམས་མྱོང་ཅིག་མ་ཞུས་པ་ཡིན་ན་ཨེ་འདྲས་རེད་ཞག་ཞུ་ཡིན་ཁང་པ་དེ་བཟོ་བལྟ་ཡག་པོ་བཟོས་དེ་ཧང་སང་ཡང་གལ་ཆེན་པོ་རེད་ར་དེའི་ནང་ནས་ད་ད་ལྟ་རྣམ་པ་ཚོ་ལ་ད་ལྟ National Association of Realtors གི་ཚོགས་པའི་གི། ཁོ་རང་ཚོས་ཀྱི་ཞིབ་འཇུག་བྱེད་ཕྱོགས་ཀྱི་ནང་ལ་གསུང་ཡ་བྱས་པ་ཡིན་ན། ཁང་པ Staging བྱས་པ་ཡིན་ན། ད་ཁང་པ་གོང་ཆུང་ཆུང་དེ་ཚོ་ལ་ད་ཡང Staging བྱེད་ཆ་ལག་ཡག་ཅིག་འགྲོ་སོང་ཆེན་པོ་ད་བཏང་མ་རེད། ད་ཁང་པ་གོང་འབུམ་བཞི་སྒང་ལ་དེ་འདྲས་ཡིན་པ་ཡིན་ན། ངས་ཀྱི་ང་རང་ཁང་པ་བཙོང་དུས་ཡིན་པ་ནས Staging བྱས་ནས་མི་ལབ་པ་ཡིན་ན་དཔེ་ཡག་པོ་ཡོད་རེད་ལབ་ཡོད་རེད། ཁོ་རང་ཚོས་ནར་གྱི་ཞིབ་འཇུག་བྱེད་ཕྱོགས་ནས་ལབ་ཡིན་ན། བརྒྱ་ཆ་བཞི་བཅུ་ཞེ་བརྒྱད། ཁང་པའི་ཁྲོམ། ཁང་པ་མི་འདའི་ཁྲོམ་ལ་དེའི་ཡ་གི་རེ་ལྟ་བདུན་ཕྲག་གཉིས་དེ་ནས་ཟླ་བ་གཅིག་དེ་ནས་དེའི་ཡ་གི་དུས་ཚོད་ཉུང་ང་ཡོད་རེད་ཟེར་ཡོད་རེད། རེལ་གྲས་བརྒྱ་ཆ་བཞི་བཞི་བརྒྱད་གི་ད་དེ་ལ་དུས་ཡང Staging ལ་ཡ་དེ་གལ་ཆེན་པོ་ཡིན་མེད་ཤོད་རེད། འགྲོ་སོང་བཏང་ཡ་དེ་དཔེ་གལ་ཆེན་པོ་རེད་ཟེར་ཡོད་རེད་དེ་ག་ན་ཞིག་ད་ཁང་པ་གཙང་མ་བཟོས་ཡ་ཚ་རེ་ཚོད་ཉུང་རུ་བཏང་ཡ་ད་ང་ཚོའི་དགྲ་བོ་ཡིན་ན་ད་ཁང་པའི་ནང་ལྕགས་ལ་དཔེ་མང་པོ་ཡོད་རེད་ད་ལོ་གཞོན་བརྒྱད་ཡིན་ནི་རེད་རྒན་པ་ཡིན་ནི་རེད་ལོ་བཅུ་བསགས་རྒྱོགས་ལོ་ཉི་ཤུ་བསགས་རྒྱོགས་ཨེ་འདྲ་ཡོད་རེད་དེ་སྐད་དེ་གང་ཉུང་ཉུང། ཁང་པ་སྟོང་པ་གང་མང་མང་བཟོས། དེ་ག་ནང་བཞིན་ང་རང་ཚོ་ད། སུ་ར་ཞིག་ནས་ཁང་པ་བཙོང་མཁན་ཡིན་པ་ཡིན་ན། གཅིག་གིས་སུ་སུའི་སྒེར་གྱི་ལྕགས་ལ་ར Personal Belonging ལབ་ཡོད་ཙམ་ལ་ད་ཆོས་ཕྱོགས་ཡིན་པ་ཡིན་ནའི་རེད་སྒེར་གྱི་པར་ཡིན་ནའི་རེད་ཅིག། དེ་སྐད་དེ་ཁྱོད་ནས་རྩ་བ་ཉིད་ནས་ནང་ལ་མ་བཞག་ན་ཡག་ག་ར། ག་འདི་ཞུས་དགོས་ག་རེད་ལ་ན། ཁང་པ་ཉུལ་ངེས་ཅིག་སླེབས་དུས་ཙམ་ལ་ཡག་ཅིག་ལྟ་དུས་ཁང་པ་ནང་ལ་དུག་སྟོང་ཟེར་ཡོད་པ་ཡིན་ན། ཅིག་སུ་སུ་ནང་འདི་ལ་བདེ་ཡག་གི་འཚོ་བ་སྤྱོད་ག། ལམ་སང་གླེགས་དོ། ད་ང་རང་ནང་ཅིག་ལ་འཛུལ་བྱས་མི་གཞན་པ་གི་ཆ་ལག་ཏག་ཏག་ཡོད་ན་དེ་ཅིག་བསམ་བློ་དེ་འཁོར་ཐུབ་བས་དེ་དཔེ་ག་ལེ་ཁག་པོ་དང་ང་རང་བལྟས་ན་ག་འདྲའི་ལས་འབྱོར་བ། དེ་ང་རང་ཉན་པའི་ནས་སྙེ་མ་ཁང་པ་སྟོད་མཁར་འགྲོ་དུས་མི་ཅིག་ཡོད་ར། དེ་ང་རང་ཚོ་བོད་རིགས་མིན་པ་ཅིག་ཁོ་རང་ལྟ་ག་འགྲོ་དུས། ཅིག་གི་ཆོས་ཕྱོགས་གི་ཆ་ལག་དེ་འདྲ་བཞག་བཞག་མོ་ད་བེད་ཁོ་ར་འགྲོ་སོ་ཨ་འུ་དེ་གི་དཔེ་གལ་ཆེན་པོ་རེ་བཞག་ལྕགས་ལ་དེ་གས་མ་སྤ་བས་བྱོ་ར་སུ་སུ་སྒེར་གྱི་ལྕགས་ལ་དེ་གས་ཆ་ཚང་མ་སྤ་བས་ཡ་དེ་ག་ན་ཤིའི་ཁང་པ་ལ་ལྟ། གས་ཆས་ཤོས་དེ་པན་རེད་ལྟ། པན། ཁང་པའི་གི་ལྕགས་རྩི་དེ་གས་དེ་ཚོ་བུ་ཡོ་བས་ཡིན་ན་གྱང་དེ་གས་ད་རྩི་དང་གྱོ་ཚོ་བུ་ཡོ་བས་ཡིན་ན། པན་དེ་ད་ཡིན་མི་འཇེ་མི་འཇེ་ད་ཁ་ཤས་ཡང་དང་པོ་ནས་པན་ཡག་པོ་གཙང་མ་ཡོ་བས་ཡིན་ན་ཡག་བྱོས་ར་དེ་མེད་ན་པན་བཏང་ཡ fresh པན་ལ་དེ་ཤིའུ་གས་ཆུ་བུ་ཆགས་ཡོ་ར་ཁང་པ་པད་ཕོ་ར་ང་ཚོ་དུ་མ་ཚོ་ན་རྣམ་པ་སྟོན་པ་རེད་བོ་ར་འོ་དེ་འདྲས་འདྲ་བུ་ཆགས་འདུག་བྱོས་ར་ཨ་ནི་དེ་ག་ན་ཤིའི་ཁང་པ་ནས་བཙོང་མཁན་ཡིན་མེད་ན་ཁང་པ་ཡག་འཛུལ་ཡོང་དུས་ཁུར་ཨེ་པིལ་ལ་ཞེས་ཁང་པའི་གཡས་གཡོན་འདི་ག་ཚོས་ཅག་གཡག་ག་ལ་བཙོང་མཁན་ཡིན་ནི་རེད་ད། གནམ་སྐམ་པའི་གནམ་གྲོ་བའི་སྐབས་ལ་བཙོང་དུས་ཙམ་ལ་ཡག་མེ་ཏོག་དང་ཁང་པ་སྙིང་རྗེ་བོ་གཙང་མ་མཐོང་ཡ་འགྱོ་ར། དེ་གས་དེ་ཧང་སང་ཡག་གི་གས་ཆེན་པོ་ཤ། དེང་སང་རྩྭ་སྐམ་འགྱོ་ལས་ཚོན་ཁྲ་བཏང་ཡ་འདུག་ད། རྩྭ་ལྗང་གུ་སྙིང་རྗེ་བོ་མཐོང་ཡ་འདུག་ར་ང་ང་ར་ང་ར་ཡ་ཧང་སང་སང་ཨེ་འདྲའི་སྙིང་རྗེ་བོ་ཟེར་འདུག་ར་ཁང་པ་བཙོང་དུས་ཙམ་ལ། འོ་འདི་གས་འདི་ཧང་སངས་གས་ཆེན་པོ་རེད་ཤེས་རོགས་ཨ་ནི་འདི་ག་ན་ཤིས་པར་ཡག་པོ་རྒྱག་ཡ་རོགས་ཁང་པ་ད་རྣམ་པ་ཚོ་ཁང་པ་བཙོང་མཁན་ཚོ་ཡིན་པ་ཡིན་ན་ཟིས་ད་རོགས་སུ་སུ་གིས་ད་སི་ཏི་དེ་ལ་ཁང་པ་བཙོང་གི་ཡོད་ན་པན་ཆ་ཤེས་རོགས་ད་ནིའུ་བར་རན་ཁང་པ་བཙོ་གི་ཡོད་ན་སུ་སུའི་གྲོང་པས་གིས་ཁང་པ་བཙོང་རྒྱུ་འདི་གས་འདི་ག་འདྲས་ག་འདྲས་བཟོ་ད་བཟོས་ད་རོགས་པར་ག་འདྲས་ཡག་པོ་བརྒྱབ་ད་འདི་དཔེ་གས་ཆེན་པོ་ཆགས་གི་ཡོད་རོགས་ཨ་ནི་འདི་ག་ན་ཤིས་ཁང་པས་གིས་བཟོ་བཀྱོ་ཆུན་ཆུན་ཆུན་ཆུན་རྒྱ་ཡ་ཞོ་ར་ཏི་ཧང་སང་ཡ་གས་བཞིན་པ་རེད་ར། ད་འོ་དེ་ཡིན་དུས་ཙམ་ལ་ཡ་གཅིག་གི་བཟོ་བཀྱོ་ཆུན་ཆུན་དེ་རྙེད་ལ་འགྲོ་ལོ་བརྒྱ་འགྲོ་གི་འདུག་ན། Inspection བྱེད་ནི་དཀའ་ངལ་སྤྲད་ནས་བཟོས་ན་འགྲོ་ལོ་ཉིས་བརྒྱ་སུམ་བརྒྱ་འགྲོ་ཡ་གི་དཀའ་ངལ་ཆགས་གི་ཡོད་ར་ད་ངས་གི་ཁང་པ་མང་པོ་བཙོག་དུས་དེ་གས་མཐོང་ཡོད་གོ་ར། ངས་ནི་འགྲོ་སོང་ཆེན་པོ་མེད་ཡ་གནད་འགག་ཆེན་པོ་དེ་གས་དེ་ར་ངས་ནི་བཟོ་བཀྱོ་རྒྱ་ཡ་དེ་བཟོ་ཡིན་ན་བཟོས་ཡ་དེ་ཞུ་གས་བཞིན་པ་རེད། ད་སོ་སོའི་བཙོང་ཡས་འདི་ཡིན་པ་ཡིན་ན Realtor གཅིག་གི་དངོས་གནས་ཉམས་མྱོང་ཡོད་པ་ཚད་དང་ལྡན་པ་བརྗོད་ན་ཁང་པར་ཚར་གཅིག་བལྟ་གི་རེད་གཉིས་བལྟ་གི་རེད་ར་བལྟ་བ་ད་ག་རེ་ག་རེ་བྱེད་དགོས་མེད Lease ཁོ་ར་བཟོས་ཐུབ་གི་རེད་ར Lease བཅོ་ལྔ་འདྲ་བོ་ཅིག་ཡོད་པ་ཡིན་ན་ད་སོ་སོ་གི་བཅུ་རྩ་བཟོས་ཐུབ་ཡས་ཀྱི་འབད་བརྩོན་བྱེད་དགོས་རེད་ཨ་ནི་འགྲོ་སོང་ཁ་ཁ་སུ་འགྲོ་གི་འདུག་ར་ཨ་ནི་ད Realtor སོ་སོ་གཅིག་གི་ཉམས་མྱོང་ཡོད་ངེས་དང་འཇོན་ཐང་ཡོད་པ་བྱེད་ན་ཁང་པ་བཟོས་ངེས་དང་ཆ་ཚང་གཅིག་གི་གོང་ག་བ་ཁེ་ཡ་ཡོད་ག་རེ་བྱེད་ན་ལས་སླ་ཡོད་དེ་གས་དེ་ཆ་ཚང་གཅིག་སོ་སོ་ལ་རང་འཇོག་དུ་མ་སོང་ཡང་སོ་སོ་ཞིག་ནི་བྱེད་བདེ་བ་མ་རེད་ར་དེ་གས་དེ་བྱས་དེ་སོ་སོའི་ཁང་པ་ཁྲོམ་ལ་དོན་ནི་གོང་ཚད་ཡག་ཤོས་ར་ཡག་ར་བཙོང་དུས་རྙོག་དྲ་ཉུང་བ་ཡོད་ཡ་ཨ་འདི་ག་ན་ཞིག་ཁང་པའི་གི་ཁང་པ་བཙོང་མཁན་ཡིན་པས་ན་ཁང་པའི་ལུགས་རྒྱུད Seller Disclosure ལ་བྱས་དེ་རྒྱང་དགོས་གི་ར Realtor ཉམས་མྱོང་ཡོད་མཁན་ཞིག་ཡིན་པ་ཡིན་ན་ཅིག་གི་སོ་སོའི་ཁང་པའི་གི་སྐྱོན་ག་རི་རྙེད་ལ་བཟོས་ཡོད་ན་ཡག་ག་ཡོད་མེད་སྐྱོན་ག་རི་སྐོར་ལ་ཕ་གི་ནང་ལ་དྲིས་ན་རྗེས་ལ Inspection ལ་དཀའ་ངལ་ཉུང་ཡང་འབྱོར། དེ་སྐད་དེ་ཡིག་ཐ་ཉམས་མྱོང་ཡོད་མེད་མཁས་པ་དཔེ་མང་པོ་མཁས་པ་ཟུར། ཁང་པ་མང་པོ་བཙོང་ཆགས་ན་དཀའ་ངལ་མང་ཡང་ཐོངས་ཚར། ད་ཉུལ་ངེས་ཡིན་པ་ཡིན་ནི་གི་ཁང་པ་མང་པོ Inspection འགྲོ་ཚར་ན་དེ་རྗེས་ཀྱི་དཀའ་ངལ་ག་རེ་ཡིན་ནས་ངས་ནི་འདི་བྱས་འབྱོར། ཁང་པ་བཙོང་ངེས་ཡིན་ན་འོ་དུག་ཟས་རེས་ཞུ་ཡ་ཡིན། ཨ་ནི། གཅིག་ངས་གི་ག་རེ་ཐོངས་སོ་ཞུ་བ་ཡིན། ཁང་པའི་གི་བཙོང་ངེས་ཡིན་པ་ཡིན། ཁང་པའི་གི་ཚད་བརྗོད་རོགས་ཨ། སྙེ་མ་ག་རེ་གཡས་པ་དེ་རང་འཇགས་བཞག་གི་རེད་མི་མང་པོ་ཅིག་ལས་ཀ་བྱེད་ད། ད་འདི་ཡི་ཁེ་ལས་པ་རེལ་གྲས་ཞིབ་ཚགས་ཆགས་པོ་བྱེད་ངེས་བྱེད་ན་ཡང་ཡོ་ཁང་པ་ཚད་ཀྱང་དལ་བརྗོད་རོགས་ཨ། Square Feet བརྒྱ་མ་ལྔ་དོན་ཡན་དོ་ཉིས་བརྒྱ་མ་ལྔ་སྙེ་མ་མིས་བྱེད་རྒྱོ་དེ་འདི་དོ་ཡ་ལས་བརྗོད་རོགས་ཨ། ཁང་པ Update བྱེད་ནི་ཡང Square Feet སྤར་ཡ་དེ་ཚོ་ཁོ་ཏག་ཏག་སྤར་དགོས་རོགས་ཨ་ག་རེ་ཡོད་པ་དེ

ཨེ་འདྲ་མ་རེད་སྙེ་མ་འདི་ཁྱང་འདི square foot ལ་ད་གླུ་ཡོད་བསམ་གི་འདུག་ད་ད་སྐད་ཅིག་ཉིན་ང་བྱེད་ན་ད legal ཡིན་ད་མིན་ལས་བྱོས་རོགས་ཨ་འོ་འདི་ཆག་གི་ཡོད་ར square foot ལ་ད་ངའི་བསམ་པ་ཏན་ཏན་ཚུད་ཡོད་ཀྱི་རེད་བསམ་གི་འདུག་ར་ཚད་རྒྱབ་ལས་འདི་ག་རེ་ཞུ་ཡིན་ན་དཔེ་ཆ་བཤད་ན་མི་གཅིག་གི basement ལ་སྙེ་མ storage འདྲ་བོ་ཅིག finish བྱེད་ནས་སུ་སུ་འདི་བྱེད་བཟོས་ཡོད་ན་ད་ག་རེ་ལུས་རྩལ་རྩེ་ས་བཟོས་ཡོད་ནས་རེད་ལས་ཁུང་བཟོས་ཡོད་ནས་ཅིག་བཟོས་ཡོད་ན་རུམ། ཏེན་བྷའི་ཏེན་འདྲ་བོ་བྱོས་ན square feet བརྒྱ་དོན་གྱི་རོ། ད་སྙེ་མ་འདི་ལ add བྱེད་ཡོད་མ་རོ། འདི་ཡ add རུམ་མང་བྱེད་ཐོས་ཏེན་རོ། བྱོས་ཡ། ད་སྙེ་མ་ང་རང་ཚོང་མང་པོ་བྱེད་དེ་ག་ཐོང་དུ་ལེན་ན། ཁང་པ་གཅིག་ལ་ཉི་གང་གསུམ་བྱས། ཉི་གང་བཞི་བ་དེ office འདྲ་བོ་རེད་ད་ཨིན་ཇི་ནང་ལ་ཨིན་མང་པོ་གླེགས་དོ། ད་ཉི་གང་བཞི་ལས་མང་བ་ལ་ན་ཁང་པ་བཙོང་དུས་ཡང་བཞི་རག་གི་འདི་བྱེད་ཡ་ཡོད་རེད་མིག་གི་ལྟ་ཚུལ་བྱོས་རོ། ལ་དུས office ཆུན་ཆུན་དེ་ཉི་གང་བཞི་བཟོས་ལ་ག་རེ་བྱེད་དགོས་དུ་བས་ལས་བྱོས་རོ། ང་ཉི་མ་སྦེད་རུམ་གཉིས་བྱི་བ་བཙོང་མྱོང་ཡིན་ནའི་དེ་གསུམ་བཟོས། གསུམ་བཟོས་ཡ་ལ་སྤྲོ་སོང་གཉིས་ཉུལ་ཤི་མ་ཤི་བཏང་གོ་མ་རེད། ཨ་ནི་ཡི་གེ་ཁང་པའི་གི་འགྲེལ་བཤད་བྲིས་སྟངས་བཅོས་རོགས་ཡང་ཁྲིམས་ཐོག་ནས་ཏག་ཏག་བསྡད་གོ་རོགས། དེ་གས་དེ་ཡང་སྐྱ་བྱི་བཟོས་ནས་ཏིས་བཟོས་དེ་ནས་ཨིན་འགྲེལ་བྱེད་ནས་གས་ཡང། བཙོང་ངན་ལ་ཡང་དཔེ་ཧང་སང་ཡ་གི་མཁས་པ་བཟོས་དེ་རོགས་ཨ་ནི་ཉོལ་ངན་ཡིན་ནའི་ལྟ་ཕྱོགས་བཅོས་རོགས་ཁང་པ་ལ། ཁང་པ་ཨ་ལས། ནང་ནང་ལོགས་ལ་འདི་བྱེད་གི་རོགས།

ཁང་པ་ཉོས་ཡས་ཀྱི་བཙོང་བས་ཀྱི་སྐབས་སླེབས་ཁོ་ལ་ང་དེ་འདྲ་ཞིག་དྲན་ཟེར། སྐབས་དེའི་རེལ་འདྲ་ཞིག་བདམས་དགོས་རུ་བ། བདམས་དུས་སེམས་པ་ལ་ངོ་ཚོ་ད་རེལ་འདྲ་ཅིག་ལ་སཱིན་ཅིག་བརྒྱབ་ས་ན། དེ་ལ་དུས་ཡུན་འདིར་ང་ད་རེལ་འདྲ་དེ་ད་ང་བཅས་དགའ་མ་སོང་ད་ང་རེལ་འདྲ་གཞན་པ་དགོས་ཡོད་ལབ་ན་དེ་འདྲའི་ལབ་ཆོག་ཆོག་ཡོད་མ་རུ་བ། དེ་ཡང་ཀོན་ཁྲེག་ཏུ་སཱིན། རེད་ཅི་ལྟར་ནི་སོ་ར་གི་ལས་ཀ་བྱེད་དུས་ཁང་པ་ཉོས་ནས་རེད་བཙོང་ནས་རེད་ཅི་ལྟར་གྱི་ཡུལ་སྟངས་ཀྱི་འགྲོ་སྟངས་ར་དེ་ཟླ་བ་དྲུག་དྲུག་བརྒྱག་གི་རེད་ར། ཡང་སོ་སོ་ཨི་འདྲའི་རེ་ཁང་པ་བཙོང་མཁན་ཡིན་པ་ཡིན་ན་ང་ཟླ་བ་དྲུག་ད་འདི་འདྲའི་རོ་ང་ཟླ་བ་དྲུག་འདི་ནས་མ་སོ་སོ་སྐད་ཆ་དྲི་ཡ་ཡོད་རོ Contract Negotiate བྱེད་དུས་ང་ཟླ་བ་དྲུག་ནས་ཅིག་བཙོང་ཉིན་མ་འཕྲོ་བ་དང་ཅིག་དཀའ་ངལ་འདྲ་བོ་ཐོན་པ་ཡིན་ན Cancel བྱེད་ལ་ག་གེས་དཀའ་ལས་ཡོད་རོ་བས་ལན་སྐད་ཆ་དེ་ཚོ་བསྙད་ནས་སྐད་ཆ་བཤད་ཨ་ནི་ཤེས་པ་ན་ཤིའི་ཡིག་ལྡོག་ལས་ལན་དེ་གལ་ཆེན་པོ་ར། མོ་དེ་གནད་འགག་འདུག་ཟེར་བྱ་གི་རེད། ཨ་ནི་ཡིག་ལྡོག་ནི་ཡོད་པ་ཡིན་ན། ཨ་ནི། ཨེ་ཅེ་འདི་གས་ཨོ་ད་ང་ཡིན་ནའི་ཁྱོད་རང་འདོད་པ་མེད་པ་ཡིན་ན་ང་བཞག་གི་ཡིན་ལ་ནི་ཤུ་གུ་སྒང་ལ་སྤྲད་ན། ཨ་ནི་སུ་སུ་ཡིན་ནའི་བསམ་བློ་བཏང་ཡ་རེད་ཨོ་ད་ཨེ་ཅེ་འདི་ཡིན་ན་དངོས་གནས་ལས་ཀ་དངོས་གནས་བྱེད་ངེས་ཤིག་འདུག་ཨ་ར། Contract ལ་ཚུད་ས་ན། ད་ཡིན་མི་གཅིག་གིས་ལས་ཀ་མ་བྱེད Contract ཚུད་ས་མྱངས་དེ་ན་ཟླ་བ་དྲུག་ལ་དེ་ད་ཡང་དཀའ་ལས་ཁག་པོ་ར། མི་གཞན་པ་མཉམ་པོ་ལས་ཀ་བྱས་ཆགས་གི་གནས་སྟངས་དེ་ཡང་དཀའ་ལས་ཁག་པོ་ཆགས་ཚར་ར། ང་འདུག་སའི་ལ་ཞོན་ཡིན། ཡིན་ཡང་སུ་སུའི་གིས་ནི་གོ་ཤེས་ཅི་རེད་ར་ང་ཟླ་བ་དྲུག་མོ་གོ་ཟླ་བ་གསུམ་བྱིན་ན་ག་འདྲེ་ཡོད་རེད་ལ་ན་ར། ད་ཡིན་ནའི agent འདི་གི་ཆ་ཚང་གཅིག་ད་ཐག་ཆོད་འདུག་མ་རེད་ཁོ་རང་ཚོ་གི brokerage ལ་ཕར་འགྲོ་དགོས་ར broker ལ་འགྲོ་ནས་ཡང་ཁོ་རང་ཚོ company སུ་ཡིན་ནའི་ད company དཔེ་མང་པོ་ཡོད་ར་སུ་སུ་སུ་གི་ཡང policy དང་སྒྲིག་གཞི་ཡོད་ར་ཁོ་རང་ཚོ་འུ་འདི་ཤི་སོང་གི་ཚུལ་ལ་འདི་བྱེད་ཀྱི་ར། ལ་སོ་ཅི་ན་ད་ཐ་མ་དེ་ལ

སྤྲོད་ཡུལ་གྱི་སྤྲོད་བྱ་མང་པོ་ཡོང་ས་ཀྱི་ས་ཆ་འདུག་ལ། ཁང་པ་ཉོས Airbnb བཏང་དེ་འདྲ་བྱས་རོགས་དང་དེ་འདྲའི་གི་ཐོག་ལ་ཡང། རེད་རེད།
ན་རེད་ཏན་ཏན་རེད། ད་ལྟ Investment ལ་དེ་ད་ང་ཚོ་བོད་པའི་ནང་ལས། ད་བརྒྱ་ཆ་ག་ལ་གང་འཚམས་འདྲ་བོ་ཅིག་ལེགས་བོ་ར་ག་ལེགས་གི་ལེགས Investment བྱེད་འདུག་ངས། དེ་འདྲ་རེད་ར། སོ་སོའི་གི་དཔལ་འབྱོར་གནས་སྟངས་གི Investment བྱེད་ཐུབ་ཡིན་ན། རྟེན་འབྲེལ་སུ་སུ་ལ་ཕན་ཐོགས་ཡ་ཅིག་ཆགས་ཀྱི་རེད་ར། ད་ད་ལྟའི་རིང་ལ་ཡིན་པ་ཡིན་ན་སྐྱེད་ཀ་ཏན་ཏན་འཕར་ཡོད་རེད་ཡིན་ནའི་བལྟས་ཡང་གཟིགས་སྟངས་དེ་འདི་འདྲས་རེད་དོ། ཁང་པ་གི་ད investment property ཉོས་པ་ཡིན་ན་ད་འབུམ་བཞི་ནས་ཡར་འགྲོ་གི་འགྲོ་གི་རེད་མང་ཆེ་ར། ད single family ཉོས་པ་ཡིན་ན་གསུམ་ད་ཕྱེད་ཀ་དང་བཞི་པ་ར་ལ་དེ་བྱས་གི་ར་ཡ་གི་དེ་ཡོད་ར། ད་ཡིན་ནའི་ཡང་ང་རང་ཚོ་གཅིག་གི་ཁང་པ་ཉོས་ངེས་མང་པོ་གཅིག investment ཉོས་ངེས་མང་པོ་གཅིག་དངུལ་འབོར་ཆེན་པོ་བཏོན་ཡ་ཡོད་ར། དངུལ་འབོར་ཆེན་པོ་བཏོན་ཡ་ཡོད་པ་ཡིན་ན། ཏན་ཏན་ད་འདི་ཡང་སྐྱེས་གལ་ཞི་རགས་བརྟག་པ་མེད་ན་ཏན་ཏན་ཡང་ད་ལྟ་གོ་སྐབས་ཅིག་ཆགས་ཀྱི་ཡོད་རོ། ད་དངུལ་འབོར་རེ་གལ་གང་འཚམས་བཏོན་ལོང་གི་ཆེ་ར་བཏོན་མེད་ན་གང་ད་ད་བ་ད་བ་ལ་ག་ཚད་སྤྲད་ཡ་ཆགས་དགོས་ཀྱི་འདུག་འདི་ཞིག་གསུངས་ཀྱི་ཡ། ག་རེ། སུ་སུའི་ཡོང་འབབ་ག་ཚད་ཆགས་ཀྱི་འདུག་རོ། ཁང་པ་ཞིག་ཉོ་བས་ན་འདི་ལ་འགྲོ་སོང་ག་འདྲས་འདུག་རོ། འདི་གས་འདི་བརྟག་འོས་འདི་དཔེ་གལ་ཆེན་པོ་རེ་ཞི་རགས། ད་ད་འདི་ཡང་ཐག་རིང་པོ་ལ investment བྱེད་ག་ལ་ད་ཏན་ཏན་ཡང་འདི་ཡས་ཐུགས་ཕན་ད་སོས་པོ་ཡོད་ཀྱི་རེད་རོ། ད་ང་རང་འདྲ་བོ་ཅིག་ལྟ་སྤྱོད་བྱེད་ན་རགས་ཡ། སུ་ཞིག་གིས། རྒྱུ་འདི་ཡང་ཁྲིད་ལས་ཡོད་ན་བློ་བདེ་ཡོད་ངེས་ཅེས་ར་ད་ང་རང་ཡིན་ནའི་དེ་ལ་ཧ་ད། ད་ཨེར་པི་ཨེར་པི་ཚུགས་ནས་ལོ་གཉིས་པ་ཡིན་ཨ་ནི་ཨེར་པི་ཨེར་པི་གི། དགུན་ཁ་ནི་དཔེ་སློ་འདུག་ར་ད་དབྱར་ཁ་ནི་བེད་སྦུག་རེད་ར་ད་དགུན་ཁ་སློ་ལ་ནས་གི་དུས་འདྲ་ཁ་ཤས་ཀྱི་མ་ཤི་ཚང་མ་འདྲ་བོ་ཅིག་ད་ཡིན་ནའི་སུ་སུ་ཡིན་པ་ཡིན་ནའི་ཚོང་རྒྱག་སྟངས་དེ་ཏེས་ཀྱི་མ་འདྲ་བ་རྒྱག་གོ་ར་ད་འོ་དེ་འདྲའི་རེད་ཞེས་ར་ད་མི་ཁ་ཤས་ནི་ཡང་ཡུ་ནིད་མང་པོ་ཉོ་ངེས་དེ་འདྲའི་ཡིན་བྱུང་ཡོད་ར་ར་འདི་ཁོ་རང་ཚོ་ཡིན་པ་ཡིན་ནའི་ད་ད་ལྟ་ངེད་ཀྱི Investment བཟོས་རྒྱོ་ཉོས་རྒྱོ་དེ་གི་མང་ཆེ་ར་སུ་སུའི་གི་མར་རྩ་ཡའི་ཕར་ཨ་ནི་ད་བ་ད་བ་གི་སྐྱེ་ཨི་སུ་ཡོང་བབ་དེ་སོང་ལས་མི་འདའ་ཡ་ག་ཡོང་ངེས་དེ་ཡིན་དུས་ད་སུ་སུའི་གི Mortgage དེ་མི་དེ་གི་སྤྲད་གི་ཡོད་ར་གང་ལ་གང་ལ་དེ་གི་དེ་གི་ཏན་ཏན་ཐུགས་ཕན་སོས་ཡ་ཆེ་རེད་ཞ་ལ་ཡིན་ད་ག་ལས་ག་ད Investment བྱས་པ་ཡིན་ནའི་རེད་ཁང་པ་ཉོས་པ་ཡིན་ནའི་རེད་ར་དངུལ་གི་གནས་སྟངས་སུ་སུའི་དཔལ་འབྱོར་གནས་སྟངས་དེ་ཏན་ཏན་སུ་སུ་གི་ད།

ཁེ་ཕན་ཧང་སང་ཡང་ཡག་པོ་ལྟ་འདི་ཡང་ང་ཏེགས་ཀྱི་ཁེ་ཕ་མ་རོ་ཨ་ད་ཡིན་ནའི་ང་རང་ཚོང་ལས་འདི་བྱེད་བསྡད་དུས་ཙམ་ལ་སུ་སུའི་གི་རྩིས་པ་དང་ཏེགས་ཀྱི་མིན་ལ་ནས་བྱས་ཡོད་རོ་ཨ་ད་ལོ་དང་པོ་གཉིས་བ་ད་ཁོང་ཚོ་ལ་ཉོ་གཉིས་བ་གསུམ་པ་ནི་ཡང་སུ་སུ་བྱེད་ཐུ་ཡས་གི་དེ་རེད་རོ་ཨ་སྐྱེས་ཀ་གཞུང་ལ་སྤྲད་མ་སྤྲད་ཡོད་རོ་ཨ་ཉུས་ཉུས་སྤྲད་ཡས་གི་ཧང་སང་ཡས་གི་ད་ཁེ་ཕའི་ཆེན་པོ་ཡོད་བ་འདི་རྒྱ་ཆུ་རྒྱ་ཐམ་པ་རེད་ད་འོ་འདུག་སི་ཞོའི་ཡིན། ཁྲེ་ཉུས་ཉུས་སྤྲད།
མ་རེད་ཁྲེལ་ལ་ད bonus depreciation དང depreciation དང་དཔེ་མང་པོ་ཡོད་རོགས་ཨ་འོ་འདི་གས་འདི་ད་ཡང་ང་འདི་ངས་ཞུ་བ་ན་ཤེར་ད་ང་ཡང་འདིའི་ཐོག་མཁས་པ་མ་རོགས་ཨ་ཡིན་ནའི་དེ་ཏན་ཏན་བརྒྱ་ཆ་བརྒྱ་ཐམ་པ་འདི་ལ་ཞུ་ཅིག་མ་སུ་སུ་ལ་ཁེ་ཕན་ཤུགས་ཆེན་པོ་ཡོད་རོགས་ཨ་ད་འདི་འདྲས་ཡིན་པ་ཡིན་ན་རྣམ་པ་གཙོ་བོ་ད་ད་དྲ་རྒྱའི་སྒང་ལ་གཟིགས་ད་རོགས་ཨ་གཅིག་གི་ཁེ་ཕན་ག་ཚོད་ཡོད་མེད་ཅིག investment འདི་ཚོ་ཡང་དཔེ་ལྟ་སྲོལ་ཡོད་རེད་ཟེར་ནས་ཞུ་བ་ཡིན་པ།

Super Host གི Badge དེ་རག་མ་རེད། ཨོ་དེ་འདྲས་རེད་ར། ཨ་ནི་སྐད་ཆ་བཤད་སྟངས་ཅིག་ཨོ་མ་རེད་ད། ཁ་ཡོད་ལག་ཡོད་ཀྱི་གྲུབ་འབྲས་སྟོན་དགོས་ར། ནང་ལ་ཡོད་ལ་ཡོད་དེ་ཡོད་དགོས་རེད་བཟོ་ལྟ་ཡག་པོ་བཟོས་དགོས་རེད་ར། ད་དེ་ཡི Review སྤྲད་མཁན་ཚོ་མང་ཆེ་ད་ཨ་མི་རི་ཀའི་གི་མི་རོ། དེ་ངའི་ནང་ལ་དྲོན་པོ་གླེང་མཁན་དེ་ཚོ་སྡུག་ཆགས་ཀྱི་ཡོད་ར། དེ་ཡིན་དུས་ད་ཡང་ང་མཉམ་པོ་ཁང་པ་ཉོས་ཚོང་བྱེད་མཁན་ཡོད་མ་ཡིན་ན Investment བྱེད་དུས་ཡང་ཅིག་ང་རང་གི་ཐོག་ནས་ཡང་ཅིག་བྱ་རོགས་ཞུ་ཡ་ད Rent བྱེད་ཡ་ད་དེ་གའི་དེ་ལ་ཡང་ང་རང་དངུལ་བཅས་རྒྱག་མེད།

ད་རྦད་སྡུག་ཤོས་མེད་དྲ་བོ་ཅིག་ཤོར་བའི་ནས་ཁོ insurance གི་དགའ་བོ་ཅིག་ར། ད་ཅིག་དེ་ག་ཟིག་གི་བརྟན་པོ་དང་ཨ་ནི་དེ་ག་ན་བཞིན་སུ་སུ invest བྱེད་ངེས་ཡིན་ན་ནི་ད་བར་ལ་ཡོང་འབབ་ཡོང་བསྡད་ཀྱི་ཡོད་ར། ཡོང་འབབ་ཡོང་བ་ནང་བཞིན་ཁང་པའི་མར་རྫ་དེ་ཡར་འཕར་འཕར་བ་འདུག་ཅིང་དེ་གོ་ར། ད་དེ་གའི་དེ་ཡང་ཅིག་སུ་སུ་སུ་སུའི་གི་མི་ཟི་ཅིག་འོག་མིན་པ་ཡང་སུ་སུའི་སྤུ་གུའི་གི་མི་ཟི་ལས་ཅིག་གི། ཕུགས་རྒྱང་རིང་པོའི་ཐོག་ནས་ཕན་ཐོགས་ཡག་གི་ལས་ཀ་བྱེད་ཡོད། ཨ་ནི་འོ་འདུག་སེ་ལ་ནི་ཞོལ་ཡིན། ཨ་ནི་རྣམ་པ་ཚོ་ཡང་འདི་ལས་དྲི་བ་མང་ང་ཡོད་ན་སུ་སུ་སྒེར་གྱི་གནས་སྟངས་མ་འདྲ་མ་འདྲ་ཡོད་ར། ཁང་པ་ཉོ་ཡས་ཡིན་ནས་བཙོང་ཡས་ཡིན་ནས་ཨ་ནི་ཡང་གཅིག་གི investment གི་ར། དེ་འདྲས་གི་ཆ་ཞིག་ཡོད་གི་ཡིན་ནས་ང་ལ་བྲེལ་བ་འདུག་སེ་སྒེར་གྱི་གནང་རོགས་གནང་ཨ་སེ་ལ་ནི་ཞོལ་ཡིན། ལ་སོང་ནས་ཡོད་ཨ་ཡིན་རྒྱུ་ངེས་གི་དེ་འདུག་སེ་ནི་ཕ་ཞུས་ཆོག།

འཚམས་འདྲི་དང་ཐུགས་རྗེ་ཆེ་གནང་གསུང་ནས་བྱོན་ཡིན། ཨ་དེ་ག་ནང་བཞིན་ང་ལ་ད་ལྟ་བར་དུ་ང་རང་སྒེར་གྱི་ཚོང་ལས་ཡག་རྣམ་པ་ཚོ་མང་པོ་ཅིག་གི་ར་ང་ལ་འདུག་བྱས་ནས་རྒྱབ་སྐྱོར་གནང་ཡོད་རེད། རྒྱབ་སྐྱོར་གནང་མཁན་ཚང་མ་ལོ་ལ་ཐུགས་རྗེ་ཆེ་གནང་བྱོན་ཡིན། ཨ་ང་རང་འདྲ་བོ་ཡིན་ན་ས་སྒང་ཉོས་ཚར་ནས་གས་ད་ལོ་ལྔ་དྲུག་བདུན་ག་ཚོད་འགྲོ་ནས་ཅིག་ཡང་ག་རེའི་ཆ་རོགས་ཞུགས་འདུག་ནས་ཡང་ཅིག་གི་ཚང་མ་ལོ་ལ་ཡག་ཉེས་ཀྱི་ཆ་རོགས་འདུག་བྱས་ནས་མུ་མཐུད་ནས་ཞུས་བསྡད་ཀྱི་ཡོད་ཁང་པ་ལ་ངས་ཉོས་ཚར་ན་ཡང་གཅིག་གིས་དྲི་བ་དང་གཅིག་གིས་སོབ་སྐྱོར་རྒྱག་ཡ་དང་གཅིག་གིས་མུ་མཐུད་ནས་འགྲོ་བསྡད་ཡ་ཆགས་འདུག་ད། དེ་རེད་དེ་རེད།
འོ་དེ་འདྲས་རེད་ལ་ནི་ཞོན་ཡིན་ཐུ་ཆེ་ན།
ལ་སོ་ཐུ་ཆེ།